དེས་ན་མངོན་སུམ་གྱི་མངོན་རྟོགས་ངེས་ཞེས་བརྗོད་ཀྱང་རྟོགས་པས་ཡིན་ནོ་ཞེས་པ་སྟེ། དེས་ན་གསལ་ཏེ་མཚམས་གཅིག་ཅེས། མངོན་སུམ་གྱི་མངོན་རྟོགས་ཞེས་བརྗོད་ཀྱང་མཚམས་གཅིག་རྟོགས་པས་ཡིན་ནོ་མཚམས་གཅིག་ལྟ་དེས་ན་གསལ་ཏེ། མངོན་རྟོགས་ངེས་པའི་བློ་སྟེ་སྔོན་པོའི་མངོན་རྟོགས། དེར་ཁ་སེང་ཁ་ཚན་ཅན་ཡོད་དམ་དྲིས་ཏེ། མངོན་རྟོགས་ངེས་པའི་བློ་ཟད་ཆོས་དེ་རེད། མངོན་རྟོགས་ངེས་པའི་བློ་ཟད་དེ་དང་པོ། མིག་གིས་སྔོན་པོ་མངོན་སུམ་དུ་མཐོང། དེ་ནས། གདངས་ཀྱིས་མཐོང་ཡ་དེ་སྔོན་པོ་རེད་འདུག་སྙམ་དུ་བསམ་པའི་བསམ་བློ་དེ་ལ། མངོན་རྟོགས་ངེས་པའི་བློ་ཟེར་གི་རེད། ད། འདིར་མ་མང་པོ་མ་ལབ་ཅིག་མངོན་རྟོགས་ངེས་པའི་བློ་བེད་སྤྱོད་བྱས་ན། ཡ་ནི་མངོན་རྟོགས་མངོན་རྟོགས་ངེས་པའི་བློ་དེ། སེལ་འཇུག་ཡིན་པར། གོང་དུ་བཤད་ཟིན་པ་རྒྱུ་མཚན་དེས་ནའང་སྲིད། མངོན་སུམ་གྱི་མངོན་རྟོགས་ངེས་བཞིན་བརྗོད་ཀྱང་སྟེ། མཚམས་མཚམས་ལ། དེ་ནས། གཞུང་གི་ནང་དུ། སྔོན་པོ་མཐོང་བའི་མིག་གི་རྣམ་ཤེས་ཀྱིས་མངོན་རྟོགས་ངེས། ཟེར་ནས་ལབ་ལབ་ཀྱི་རེད་དེ། དེ་འདྲ་ལབ་པ་ཡིན་ན་ཡང། དོན་དག་ངོ་མ་མ་རེད། ག་རེ་ཟེར་ན་རྟོག་པས་ཡིན་ནོ་ཟེར་ན། ཡ་ནི། སྔོན་པོ་མཐོང་བའི་མི་ཞིག་གི་རྗེས་སུ་བྱུང་བའི་རྣམ་རྟོག་གི་སྔོན་པོ་ངེས་པ་ལ་ངེས་པ་ཡིན་པ་ལ་དེ་ནི་མིག་གི་སྔོན་པོ་མཐོང་བའི་མིག་གི་རྣམ་ཤེས་ངེས་ཞེས་ལབ་བྱེད་པ་ཙམ་རེད། ད་འདི་ལ་དེས་ན་མཚམས་ཀྱི་ཅེས་མངོན་སུམ་གྱི་མངོན་རྟོགས་ཞེས་བརྗོད་ཀྱང་མཚམས་ཀྱི་རྟོགས་པའི་ངོ་བ་ཡིན་ནོ་མཚམས་ནི་གསུམ་གོ་བུར་བ། དེ་ནི། མངོན་རྟོགས་ངེས་པའི་ཞེན་སེམས་མངོན་རྟོགས་ངེས་པའི་བློ་སྟེ། སེལ་འཇུག་ཡིན་པར་བཤད་ཟིན་པ་རྒྱུ་མཚན་དེས་ན། མངོན་སུམ་གྱི་མངོན་རྟོགས་ཞེས་བརྗོད་ཀྱང་སྟེ། མཚམས་མཚམས་ལ། སྔོན་པོ་མཐོང་བ་གི་མིག་ཤེས་ཀྱིས་སྔོན་པོའི་ལྡོག་པ་ངེས་ཀྱི་རེད་ལབ་པ་ཡིན་ན་ཡང། གོ་བ་དག་རང་མ་རེད། འོ་ན་ག་རེ་གོ་གི་རེད་ཟེར་ན་རྟོག་པའི་ངེས་པ་ཡིན་ཟེར་ན། སྔོན་པོ་མིག་གི་མངོན་སུམ་གྱི་རྗེས་སུ་འབྱུང་པའི་རྣམ་རྟོག་གི་སྔོན་པོ་ངེས་པ་ལ། དངོས་པོ་མཐོང་བའི་མིག་ཤེས་ཀྱིས་ངེས་ལབ་བཤད་པ་ཙམ་རེད། ད་གསར་བཅད་གསུམ་པ་སྣང་ཡུལ་ལ་སྒྲ་འདོགས་མི་འཇུག་པའི་ཚུལ་ཟེར་ཏེ། སྣང་ཡུལ་ཟེར་ན་མངོན་སུམ་གྱི་ཡུལ་ཟེར་དགོས་རེད། མངོན་སུམ་གྱི་ཡུལ་ཟེར་ན་དངོས་པོ་རང་རེད། སྣང་ཟེར་ན་མངོན་སུམ་ཡུལ། དངོས་པོ་རེད། མངོན་སུམ་གྱི་ཡུལ་དེ་དངོས་པོ་རེད། དངོས་པོ་ལ་སྒྲ་དང་རྟོག་པ་མི་འཇུག་ཟེར་དུས།

སྣང་ན་དགག་སྒྲུབ་གཅིག་ཆར་དུ་རྟོགས་པར་ཐལ་བ། དོན་གཅིག་མིག་གི་རྣམ། དོན་གཅིག་དོན་གཅིག་གིས་མིག་ཐམས་ཅད་རྣམ་བགྲང་པར་ཐལ་བ། ལྡོག་པས་ཕྱི་ནང་གསལ་བར་གྱུར་པ་དང་གསུམ་ཡོད་པ་ལས་དང་པོ་ས་བཅད་དང་པོར་སྣང་ན་དགག་སྒྲུབ་གཅིག་ཆར་རྟོགས་པར་ཐལ་བ། ཟེར་དུས། དེ་ནི་སྒྲ། སྣང་ན་ཟེར་ཏེ། སྒྲ་གི། དངོས་པོ་རང་མཚན་དངོས་སུ་བརྗོད། རྣམ་རྟོག་གི་དངོས་པོ་རང་མཚན་དངོས་སུ་འཛིན་པ་ཡིན་ན། དགག་སྒྲུབ་གཅིག་ཁྱབ་དེ་ནི་དགག་སྒྲུབ་གཅིག་ཁྱབ་ཏུ་རྟོགས་པར་ཐར་པའི་སྐྱོན་ཡོང་གི་རེད་ཟེར་གི་རེད། འདི་ཤེས་རྒྱུ་ཡིན་པ་ལ། ཨ་ནི་རྩ་བ་དང་འབྲེལ་བ་གཉིས་ཡོད་པའི་ནང་ནས་རྩ་བ་ནི་ཟེར་གི་མ་རེད། འདི་ཤེས་རྒྱུ་ཡིན་པ་ལ་རྩོད་པ་འགོད་པ་དང། ཨ་ནི་ལན་ཞེས་པ་གཉིས་ཡོད་པའི་ནང་ནས་དང་པོ་རྩོད་པ་འགོད་པ་ནི་ཟེར་གི་རེད། སྒྲ་དང་ངེས་པ་ཡང་དངོས་པོ་རྣ་བས་མཇལ་ན་ཅི་སྐྱེ་ཡོད་དོན་དག་གཅིག་རེད། སྒྲ་དང་ངེས་པ་ཡང་དངོས་པོ་རྣ་བས་མཇལ་ན་སྐྱོན་ཅི་ཡོད་དེ། སྒྲ་གི་དངོས་པོ་རང་མཚན་དངོས་སུ་བརྗོད། རྣམ་རྟོག་གི་དངོས་པོ་རང་མཚན་དངོས་སུ་འཛིན་ན་སྐྱོན་ག་རེ་ཡོད་རེད་ཟེར་གྱི་རེད། སྒྲ་དང་ངེས་པ་ཡང་དངོས་པོ་རྣ་བས་མཇལ་ན་ད་འདི་ལ་མང་པོ་ལ། དངོས་པོ་སྣང་བའི་རྗེས་ན་དངོས་པོ་ལ་སྒྲུབ་འཇུག་ཡིན་ཟེར་ན་སྐྱོན་ག་རེ་ཡོད་རེད་ཟེར་ལབ། དོན་དག་འདྲ་བོ་རེད་དེ། དེ་འདྲས་མ་ཡིན་པ་ཅིག་ང་ཚོ་བསྡོམས་ནས། གལ་ཏེ་སྒྲ་དང་ངེས་པ་ཡང་དངོས་པོ་སྣང་བའི་རྗེས་ན་སྐྱོན་ཅི་ཡོད་སྟེ། སྐྱོན་ཅི་ཡོད་ཅེ་ན་སྟེ། སྒྲ་གིས་དངོས་པོ་རང་མཚན་དངོས་སུ་བརྗོད། རྣམ་རྟོག་གིས་དངོས་པོ་རང་མཚན་དངོས་སུ་འཛིན་ཟེར་ལབ་བཞག་ན་སྐྱོན་ག་རེ་ཡོད་རེད་ཟེར་གྱི་རེད། སྐྱོན་མི་འདུག་ཟེར་ལབ་བྱུང་ན་ད་འདི་རྩོད་པ་དགོས་པ་རེད་ད་འདི་ལན་ཞེས་པ་ལ། རྩ་བ་དང་འབྲེལ་བ་གཉིས་ཡོད་པོ་ལས་རྩ་བ་ནི་ཡིན་ཟེར་བ་རེད། སྒྲ་རྟོག་རྣ་བའི་མཇལ་ན་ནི་དགག་སྒྲུབ་ཅིག་ཅར་རྟོགས་པར་འགྱུར་རོ་ཟེར་བ་རེད། སྒྲ་རྟོག་རྣ་བའི་མཇལ་ན་ནི་ཡིན་ཟེར་དུས་སྒྲ་གི་དངོས་པོ་རང་མཚན་དངོས་སུ་བརྗོད། རྣམ་རྟོག་གི་དངོས་པོ་རང་མཚན་དངོས་སུ་འཛིན་པ་ཡིན་ན་ཟེར་བ་རེད། ཨེ་ནི་དགག་སྒྲུབ་ཅིག་ཅར་རྟོགས་པར་འགྱུར་ཟེར་ན་དེ་ནི། བུམ་པ། དེ་ནི། རྒྱུ་རྐྱེན་གྱིས་མ་བྱས་པ། དེ་ནི་རྒྱུ་རྐྱེན་མ་བྱས་པར་ཧ་གོ་འགྲོ་དུས་སྐབས་ལ། བུམ་པ་རྟག་པ་མ་ཡིན་པ་ཡང་དུས་མཉམ་དུ་ཧ་གོ་བ། དེ་འགག་རྟོགས་པར་གྱུར་འགག་འགག་པ་ཅིག་ཅར་རྟོགས་པར་གྱུར་རོ་ཟེར་ཏེ་རེད་ད་འདི་ལ། འགག་པ་ཅིག་ཅར་རྟོགས་པར་གྱུར་པ་སྒྲུབ་པ་ཅིག་ཅར་རྟོགས་པར་གྱུར་པར་འགག་པ་ཅིག་ཅར་རྟོགས་པ་ཟེར་བ་དེ། བུམ་པ་དེ་ནི་རྒྱུ་རྐྱེན་གྱིས་མ་བྱས་པ་ཡིན་པར་ཧ་གོ་དུས། བུམ་པ་རྟག་པ་མ་ཡིན་པ་ཡང་དུས་མཉམ་དུ་ཧ་གོ་བར་བྱ། ད་ག་ནས་ཤེས་དེ་ནི། བུམ་པ། རྒྱུའི་རྐྱེན་གྱིས་བྱས་པ་ཡིན་པ་ཧ་གོ་དུས། བུམ་པ་སྐད་ཅིག་སྐད་ཅིག་གིས། འགྱུར་བ་ཡོད་ཀྱིན་མི་རྟག་པ་ཡིན་པ། དུས་མཉམ་དུ་ཧ་གོ་བའི་སྐྱོན་ཡོད་དགོས་རེད། ནམ་རྒྱུན་དེ་འདྲ་རེད་ང་དེང་ཡོད་རེད། དང་པོ། བུམ་པ། རྒྱུའི་རྐྱེན་གྱིས་བྱས་པ་ཡིན་པར། བུམ་པ། རྒྱུའི་རྐྱེན་གྱིས་སྤྱོད། སྤྱོད་པ་ཡིན་པ། བུམ་པ། རྒྱུའི་རྐྱེན་ལས་བྱུང་བ་ཡིན་པ་ལ་བྱས་པ་གཟིགས་རེད། དང་པོ། ནམ་རྒྱུན་ན་དང་པོ། བུམ་པ། རྒྱུའི་རྐྱེན་གྱིས་བྱས་པ་ཧ་གོ། དེ་ནས་གཞི་ནས། བུམ་པ་ལ་བརྟེན་ནས་བུམ་པ་སྐད་ཅིག་གིས་མི་རྟག་པ་ཡིན་པ་ཧ་གོ་གི་ཡོད་རེད། ད་དེ་དེ་མངོན་སུམ་དེ་མངོན་སུམ་དུ་མ་མཇལ་ན། ད་ཁྱེད་རང་ལ་དེ་འདྲ་ཡོང་གི་རེད་ཟེར་བ་དགག་དགག་དགག་དགག་ཅིག་ཅར་རྟོགས་པར་འགྱུར་སྒྲུབ་ཅིག་ཅར་རྟོགས་པར་འགྱུར་དགག་ཅིག་ཅར་རྟོགས་པར་འགྱུར་ཟེར་ན། དེ་ནི་བུམ་པ་རྒྱུ་རྐྱེན་གྱིས་མ་བྱས་པ་དེ་ནི་ཧ་གོ་འགྲོ་དུས་སྐབས་ལ། བུམ་པ་རྟག་པ་མ་ཡིན་པ་ཡང། དུས་མཉམ་དུ་ཧ་གོ་བར་ཐལ་བའི་སྐྱོན། སྒྲུབ་ཅིག་ཅར་རྟོགས་པར་འགྱུར་ཟེར་ན། བུམ་པ་རྒྱུ་རྐྱེན་གྱི་བྱེད་པ་ཡིན་པ་ཧ་གོ་དུས། བུམ་པ་སྐད་ཅིག་གིས་མི་རྟག་པ་ཡིན་པ་ཡང་དུས་མཉམ་དུ་ཧ་གོ་བར་ཐལ་བའི་སྐྱོན་ཡོང་གི་རེད་ཟེར་དགོས། ནམ་རྒྱུན་རྩ་ནས་ཡོང་དགོས་ཡོང་བ་དཔེར་སྒྲ་ཆོས་ཅན་མི་རྟག་སྟེ་བྱེད་པའི་ཕྱིར་ཟེར་དུས། དང་པོ་སྒྲ་བྱེད་པ་ཡིན་པ་ཧ་གོ། དེ་ནས་གཞི་ནས་དེ་དེའི་མཇུག་ལ་དཔེ་བུམ་པ་ལ་བརྟེན་ནས། སྒྲ་མི་རྟག་པ་ཡིན་པར་ཧ་གོ་བོ་རེད། ད་ནང་བཞིན། དང་པོ། དེ་ནི་སྒྲ་བྱིན་པ་ཡིན་པར་ཧ་གོ་འགྲོ་དུས། སྒྲ་རྒྱུ་རྐྱེན་གྱིས་མ་བྱས་པ་ཡིན་པ་དེ་ཧ་གོ་གི་ཡོད་རེད། དེ་འདི་མཇུག་ལ་ད་སྒྲ་དེ་སྒྲ་མི་རྟག་པར་ཧ་གོ་འགྲོ་དུས་ཨེ་ནི་སྒྲ་རྟག་པ་མ་ཡིན་པ་དེ་ཧ་གོ་ཡོང་གི་རེད། ད་ཁྱེད་རང་གིས་དེ་ནི་དགག་སྒྲུབ་གཉིས་ཀྱི་མཉམ་རྟོགས་བྱེད་དགོས་ཐུག་ས་རེད་ཟེར་གི་རེད། བྱས་ཙང། ད་འདིར་བ་སྒྲ་རྟོག་རྣ་བས་མཇལ་ན་ནི་སྟེ། ད་འདིར་སྒྲ་རྟག། དེ་ནས་བརྗོད་བྱའི་སྒྲ་གི་བུམ་པ་དངོས་སུ་བུམ་པ་རང་མཚན་དངོས་སུ་བརྗོད། རྣམ་རྟོག་གི་བུམ་པ་རང་མཚན་དངོས་སུ་འཛིན་པ་ཡིན་ན། དེ་ནི་སྐྱོན་ཆེན་པོ་ཡོད་རེད། སྐྱོན་ཆེན་པོ་དགག་སྒྲུབ་གཅིག་ཆར་རྟོགས་པར་གྱུར། དགག་པ་གཅིག་ཆར་དུ་རྟོགས་པར་གྱུར། སྒྲུབ་པ་གཅིག་ཆར་དུ་རྟོགས་པར་གྱུར་སྐྱོན་ཡོད་རེད། དགག་པ་གཅིག་ཆར་རྟོགས་སྟངས་འདྲ་པོ་དེ་ནམ་རྒྱུན་གྱི་གོ་རིམ་དང་མ་འདྲ་བར། སྒྲ་རྒྱུ་རྐྱེན་གྱིས་མ་བྱས་པ་ཡིན་པར་ཧ་གོ་འགྲོ་དུས། དུ་མཉམ་དུ་སྒྲ། རྟག་པ་མ་ཡིན་པ་ཡང་ཧ་གོ། འདི་དགག་པ་སྤྱི་གིས་ཐུགས་རྟོགས་པ་རེད། ད་སྒྲུབ་པ་སྤྱི་གིས་རྟོགས་པར་སེམས་ནམ་རྒྱུན་གྱི་གོ་རིམ་དང་མ་འདྲ་བར། སྒྲ། རྒྱུ་རྐྱེན་གྱི་བྱེད་པ་ཡིན་པར་ཧ་གོ་འགྲོ་དུས། སྒྲ། སྐད་ཅིག་གིས་མི་རྟག་པ་ཡིན་པ་ཡང་དུས་མཉམ་དུ་ཧ་གོ་བར་འཐད་པའི་སྐྱོན་ཡོང་གི་རེད་ཟེར་གི་རེད། དེ་ཡོང་ན། དེ་ནི་སྒྲ་ཆོས་ཀྱི་མི་རྟག་སྟེ་བྱེད་པའི་ཕྱིར་ཟེར་མཁན་དེས་རྟགས་ཡང་དག་ཆགས་ཀྱི་ཡོད་མ་རེད། འོ་འདི་རྩ་བ་ཤེས་དེ་འབྲེལ་བ་ཤེས་པ་ནི་ཡིན་ཟེར། བུམ་པ་བུམ་པའི་བྱེད་པ་དང་མི་མཐོང་ངོ་བོ་དབྱེར་མེད་ཡིན་པས། བསྒྲུབས་ན་ཅི་ཕྱིར་བསྒྲུབ་པ་དང་འགོག་ན་ཅི་ཕྱིར་འཁོད་པར་འགྱུར་ཏེ་དོན་ལ་ཁྱད་པར་མེད་པའི་ཕྱིར་རོ་ཟེར་དུས། འབྲེལ་བ་བརྒྱབ་དུས་གང་ལ་དང་པོ་བསྒྲུབས་ན་ཅི་ཕྱིར་བསྒྲུབ་པ་འགོག་ན་ཅི་ཕྱིར་ཁེགས་པར་འགྱུར་ཏེ་ཟེར་དང་པོ་ལ་ཤེས། ཡང་ན་བུམ་པའི་བྱེད་པ་དང། ད་དེ་རྗེས་ལ་དེ་ནི་བུམ་པའི་བྱེད་པ་དང་མི་རྟག་པ་དོན་ངོ་བོ་དབྱེར་མེད་ཡིན་པས་དོན་ལ་ཁྱད་པར་མེད་པའི་ཕྱིར་ཟེར་ཏེ་བཤད། དེ་རིང། དེ་དེ་བཤད། དེ་བཤད་དྲུག་ད་དེ་ལ་གཉིས་བཤད་ཀྱི་འདུག་ཨ། དེ་ནས་དེ་རི་བ་ད་འདྲ་སྟེ། དེ་སྒྲ་རྟོག་རྣ་བས་མཇལ་ན་ནི་ཞེས་པའི་འགྲེལ་བ་ལ། བུམ་པའི་བྱེད་པ་དང་མི་རྟག་པ་དོན་ངོ་བོ་དབྱེར་མེད་ཡིན་པས་དོན་ལ་ཁྱད་པར་མེད་པའི་ཕྱིར་རོ་ཞེས་སླད་པ་རེད། དགག་སྒྲུབ་གཅིག་ཆར་རྟོགས་པར་འགྱུར་བའི་འགྲེལ་པ་ལ་བསྒྲུབས་ན་ཅི་ཕྱིར་འགྲུབ་པ་དང་འགོག་ན་ཅི་ཕྱིར་ཁེགས་པར་འགྱུར་ཏེ་སླེབས་པ་རེད་ད་དང་པོར་ང་ཚོ། བསྒྲུབས་ན་ཅི་ཕྱིར་འགྲུབ་པ་དང་འགོག་ན་ཅི་ཕྱིར་ཁེགས་པར་འགྱུར་ཏེ་ཅེས་ཤེས་དགོས་ར་ཤེས་དགོས་དུས། ཨ་ནི་བསྒྲུབས་ན་ཅི་ཕྱིར་འགྲུབ་པ་ཟེར་ན། སྒྲུབ་གཅིག་ཆར་རྟོགས་པར་འགྱུར་ཟེར་བའི་འགྲེལ་བ་རེད། དེ་ནས་འགོག་ན་ཅི་ཕྱིར་ཁེགས་པར་འགྱུར་ཟེར་ན་དགག་གཅིག་ཆར་རྟོགས་པར་འགྱུར་ཟེར་བའི་འགྲེལ་བ་རེད། ད་སྒྲུབ་གཅིག་ཆར་རྟོགས་པར

དེ་ནི་མི་རྟག་པ་ཡིན་པར་ཧ་གོ་བར་ཐལ་བའི་སྐྱོན་གྱིས་ཁྱོད་རང་ཡོང་གི་རེད་ཟེར་བས། འདི་ནམ་མཁའི་གོ་རིམ་དང་མ་མཐུན་པ་ཆགས་འདུག་འགོག་ན་ཅིའི་ཕྱིར་ཁེགས་པར་གྱུར་ཟེར་ན། སྒྲ། རྒྱུ་རྐྱེན་གྱིས་མ་བྱས་པ་ཡིན་པར་ཧ་གོ་འགྲོ་དུས་དུས་ཚོད་ད་ག་རང་གི་སྟེང་དུ་སྒྲ་རྟག་པ་མ་ཡིན་པར་ཧ་གོ་བ་ཡོང་དུས། འདི་ནམ་རྒྱུན་གྱི་གོ་རིམ་དང་མ་མཐུན་པ་ཅིག་ཆགས་འགྲོ་གི་རེད་ཟེར་བས་ཆ་བགོས་པའི་རྩ་བ་ག་རེ་རེད་ཟེར་ན། བུམ་པའི་བྱེད་པ་དང་མི་རྟག་དོན་ངོ་བོ་དབྱེར་མེད་ཡིན་པས་དོན་ལ་ཁྱད་པར་མེད་པའི་ཕྱིར་རོ་སྟེ། སྒྲ་དང་རྟོག་པ་གཉིས་ཀྱི། དེ་ནི་དངོས་པོ་རང་མཚན། བུམ་པ་རང་མཚན་དངོས་སུ་འཛིན། དེ་ནི་དོན་གྱི་སྟེང་དུ། བུམ་པ་དང་བྱེད་པ་དང་མི་རྟག་བ་གསུམ་ནི་ངོ་བོ་དབྱེར་མེད་ཀྱི་རྫས་གཅིག་རེད། འོ་འདི་ཤེས་སོང་བ་རེད་ད། བུམ་པའི་བྱེད་པ་དང་མི་རྟག་དོན་ངོ་དབྱེར་མེད་ཡིན་པས་དོན་ལ་ཁྱད་པར་མེད་རུང་ཕྱི་རུ་སྟེ། སྒྲ་དང་རྟོག་པ་གཉིས་ཀྱིས་བུམ་པ་རང་མཚན་དངོས་སུ་འཛིན། དོན་དངོས་པོའི་སྟེང་དུ་བུམ་པ་བྱེད་པ་མི་རྟག་བ་གསུམ་ནི་ངོ་བོ་དབྱེར་མེད་ཀྱི་རྫས་གཅིག་རེད་ཟེར་དགོས་རེད། ཡང་ན། རྩ་བ་ན་ཡོད་པ་ནང་བཞིན་གྱི་བུམ་པའི་བྱེད་པ་དང་མི་དོན་ངོ་བོ་དབྱེར་མེད་ཀྱི་ཡིན་པས་དོན་ལ་ཁྱད་པར་མེད་པའི་ཕྱིར་རོ་ཡ་མཁྱེན་བ་སྡོམ་ནི། ཨ་ནི། རྩ་བ་ན་ཤེས་པ་ན་ཡིད་གོ་རིམ་གྲོ་ན་བུམ་པའི་བྱེད་པ་དང་མི་རྟག་པ་དོན་ངོ་བོ་དབྱེར་མེད་ཡིན་པས་དོན་ལ་ཁྱད་པར་མེད་པའི་ཕྱིར་རོ་སྟེ། ཨ་ནི། སྒྲ་དང་རྟོག་པ་གཉིས་ཀྱིས་བུམ་པ་རང་མཚན་དངོས་སུ་འཛིན། དོན་དངོས་པོའི་སྟེང་དུ་བུམ་པ་བྱེད་པ་མི་རྟག་གསུམ་སྟེ་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་དུས་སྐབས་ལ་ཟེར་བ་རེད། ཨ་ནི། བསྒྲུབས་ན་ཅི་ཕྱིར་བསྒྲུབས་པ་ཟེར་དུས་དེ་ནི་བུམ་པ་བྱེད་པ་ཡིན་པར་ཧ་གོ་འགྲོ་དུས། དུས་མཉམ་དུ་བུམ་པ་མི་རྟག་པ་ཡིན་པ་ཡང་ཧ་གོ་བར་ཐལ་བ། འགོག་ན་ཅི་ཕྱིར་ཁེགས་པ་ཟེར་ན། དེ་ནི་བུམ་པ་མ་བྱས་པ་ཡིན་པར་ཧ་གོ་བྲོ་དུས་བུམ་པ་རྟག་པ་མ་ཡིན་པ་ཡང་དུས་མཉམ་དུ་ཧ་གོ་བར་ཐལ་བའི་སྐྱོན་ཡོང་གི་རེད་ཟེར་བ་རེད། འོ་འདི་གི་ནང་ན་དགག་སྒྲུབ་ཅི་ཕྱིར་རྟོགས་པར་ཐལ་བ་ཟེར་བཤད་པ་རེད་ད་དེ་ནི་གུ་ཡངས་ལན་གཞན་དག་སྤྲད་པ་རེད་ལན་གཞན་དག་དེ་དེ་ནི་གསར་བརྗེ་གཉིས་པའི་ཐོག་ནས་བཤད་དགོས་རེད་ད། དོན་གཅིག་མིང་གི་རྣམ་གྲངས་ཡིན་པ་ཟེར་བ་ལྟར་དོན་གཅིག་མིང་གི་རྣམ་གྲངས་ཡིན་པར་བཤད་པ་ལ། དེ་ནས་དོན་གཅིག་མིང་གི། ད་དོན་གཅིག་མིང་གི་རྣམ་གྲངས་བཟོས་པ་ཟེར་ན། དེ་ནས་ག་ཟེར་རོ། བུམ་པ་བརྗོད་མཁན་གྱི། བུམ་པ་མི་རྟག་པར་བརྗོད་མཁན་གྱི་སྒྲ་དང། བུམ་པ་བྱེད་པར་བརྗོད་པའི་སྒྲ་དང་གཉིས་ཆད། བུམ་པ་མི་རྟག་པར་འཛིན་མཁན་དང་བུམ་པ། རྟོགས་པར་འཛིན་མཁན་བུམ་པ། བྱེད་པར་འཛིན་མཁན་དེ་ཚོ་ཚང་མ། གོ་རྒྱུ་གཞན་དག་མེད་པ། དེ་ནས་དོན་གཅིག་མིང་གི་རྣམ་གྲངས་རྐྱང་རྐྱང་འཛིན་མཁན་དང། བརྗོད་མཁན་དུ་ཆགས་འགྲོ་བ་འདུག་ཟེར་བའི་བཤད་རྒྱུ་ཡིན་པ་ལ་ཟེར་བ། ད་དེ་རེད། བུམ་པ། དོན་གཅིག་མིང་གི། དོན་གཅིག་གི་མིང་ཐམས་ཅད་རྣམ་གྲངས་པར་ཐལ་བ་ཟེར་དེ་རེད། དོན་གཅིག་གིས་མིང་ཐམས་ཅད་རྣམ་གྲངས་པར་ཐལ་བ་ཟེར་ཏེ་དོན་དག་ག་རེ། དེ་ནས་དེའི་དྲི་ལབ་དེ་ཤའི་སྒྲ་བོ་དེ། བུམ་པ། བུམ་པའི་མི་རྟག་པ་བརྗོད་མཁན་གྱི་སྒྲ་དང་གཅིག་བྱེད། བུམ་པའི་བྱེད་པ་བརྗོད་མཁན་གྱི་སྒྲ་དང་གཉིས་བྱེད། དག་ན་བཞིན་བུམ་པ་མི་རྟག་པར་འཛིན་མཁན་གྱི་བློ་དང་གཅིག་བུམ་པ་བྱེད་པར་འཛིན་མཁན་གྱི་བློ་བཅས་འདི་ཚོ་བཞི་པོ་ཟེར་བར་བཞི་པོ། དེ་ནས། དེ་ནས་གོ་རྒྱུ་གཞན་དག་གང་ཡང་མེད་པར། དོན་གཅིག་མིང་གི་རྣམ་གྲངས་བརྗོད་མཁན་དང་དོན་གཅིག་མིང་གི་རྣམ་གྲངས་འཛིན་མཁན་དུ་གྱུར་འགྲོ་གི་འདུག་ཟེར་བའི་ཨ་ནི་སྐྱོན་ཡིན་པ་ལ་དོན་གཅིག་མིང་གི་རྣམ་གྲངས་ཐམས་ཅད་ཟེར་བའི་འདི་བཤད་པ་ལ་ཨ་ནི་རྩོད་པ་འགོད་པ་དང། དེར་འདི་འགོད་འདི་བཤད་པ་ལ་དེ་ནི་རྩོད་པ་འགོད་པ་དང་ལན་ཞིག་པ་གཉིས་ཡོད་རེད་ལན་ཞིག་པ་གཉིས་ཡོད་རེད་བ། དང་པོ་དེ། རྩོད་པ་དེ་འདི་ན་ལ་དངོས་སུ་མེད་པ་རེད་ད་འདི་ཞེས་པ་ལ་རྩོད་པ་རྒོད་པ་དང། ལན་བཞི་པ་གཉིས་ཡོད་པའི་ནང་ནས་དང་པོ་རྩོད་པ་ཞེས་པ་ནི་ཡིན་ཟེར་ད་ཁོས་ད་ཁོས་གི་སྐྱོན་གི་མ་རེད་གསུངས། དེ་ནས་ཁ་སོར་མ་ཁྱབ་སེ་ལན་སྤྲོད་དགོས་མ་ཁྱབ་སེ་ལན་སྤྲོད་པ་ལ་ང་ཚོ་དེ་ང་ཚོས་ལ་ལས་མ་མ་ཁྱབ་སེ་ལན་སྤྲོད་ག་རེ་ཟེར་ཁོས་འདི་ལ། སྒྲ་དང་རྟོག་པའི་བུམ་པ་རང་རྩལ་དངོས་སུ་རྟོགས་པ་ཡིན་ན་ཡང་དགག་སྒྲུབ་གཅིག་ཆར་དུ་རྟོགས་པར་ཐལ་བའི་སྐྱོན་ཡོང་གི་མ་རེད་ཟེར་གི་རེད། རྒྱུ་མཚན་ག་རེ། དོན་བུམ་པ་གཅིག་རང་གཅིག་ཡིན་ན་ཡང། བུམ་པ་བྱེད་པ་བུམ་པ་མི་རྟག་པ་སམ་མིང་ཐ་དད་མིང་ཐ་དད་རེད་ཟེར་བ་རེད། བྱས་ཙང་དེ་ཡིན་དུས་སྐབས་ལ་ཡང་ནས་སྐྱོན་དེ་ཡོང་གི་མ་རེད་ཟེར་བ་ད་གོང་གི་ཐང་རྒྱུད་ལ་ཁོས་མ་ཁྱབ་སུ་ལེན་སྤྲད་པ་རེད། སྒྲ་དང་རྟོག་པས་བུམ་པ་རང་མཚན་དངོས་སུ་རྟོགས་པ་ཡིན་ན་ཡང། དགག་སྒྲུབ་གཅིག་ཆར་དུ་རྟོགས་པར་ཐལ་བའི་སྐྱོན་ང་ཚོ་ལ་ཡོང་གི་མ་རེད། ག་རེ་ཟེར་ན། ཁོ་གཉིས་ཀྱི་ཡུལ་བུམ་པ་གཅིག་རང་གཅིག་ཡིན་ན་ཡང། དེ་ནི། བྱས་པ་དང་མི་རྟག་པའི་མིང་ཁག་ཁག་ཡོད་རེད། བྱས་པ་དང་མི་རྟག་པའི་མིང་ཁག་ཁག་ཡོད་པ་ཡིན་དུས། ཨ་ནི། དགག་སྒྲུབ་གཅིག་ཆར་དུ་རྟོགས་པར་ཐལ་བའི་སྐྱོན་ཡོང་གི་མ་རེད་ཟེར་བྱུང་ནའང་སྲིད་གོ་རེ། དེ་ནི་རྩོད་པ་རེད། ད་ལན་བྱས་དུས། རྩ་བ་དང་འབྲེལ་བ་གཉིས་ཡོད་པའི་ནང་ནས་རྩ་བ་ནི་སྲིད་གོ་རེ། གཅིག་ལ་དུ་མར་བརྟགས་ན་ཡང། ཟེར་ན། ཆོས་ཅན། རྣམ་གྲངས་ཡིན་གྱི་ཐ་དད་མིན། ཟེར་ན་ཐལ་བ། རྟགས་ཤུགས་ལས་ཤེས་སོང་རེད། གཅིག་ལ་དུ་མར་བརྗོད་ན་ཡང་ཏེ་ཟེར་བ་རེད་དེ་ནི། ད། སྒྲ་དང་རྟོག་པ་གཉིས་ཀྱི་ཡུལ་ཏེ། དེ་རེད་ག་སུ་ད་དེ་རེད། དོན་གཅིག་ད། གཅིག་ལ་དུ་མར་བརྟགས་ན་ཡང་ཏེ། དོན་བུམ་པ་ལྟ་བུ་གཅིག་ལ་མིང། བྱེད་པ། མི་རྟག་པ། ལ་སོགས་པ་བརྟགས་ནས། བརྗོད་པ་ཆོས་ཅན་ཟེར་བ་རེད། ལྟ། དེ་ལ་སྒྲ་དང་རྟོག་པ་གཉིས་སྣང་ནས། དེ་ནས་སྒྲ་དེ་དངོས་སུ་བརྗོད་པ་རེད་རྟོག་པ་ལ་མཐའ་འགྱུར་ཏེ་ཤུགས་ལ་བཤད་སོང་བ་རེད་ལྟ། གཅིག་ལ་དུ་མར་བཏགས་ན་ཡང་ཟེར་ཏེ། ག་རེ་ཟེར་ན་དེ་སྒྲ་ལ་སྦྱར་དགོས་ཀྱང་འབྲེལ་པའི་ནང་ལ་བརྗོད་ཀྱང་ཟེར་དུ་ཨ། ནས་གཅིག་ལ་དུ་མར་བཏགས་ན་ཡང་སྟེ། དོན་བུམ་པ་གཅིག་ལ་མིང། བྱེད་པ་མི་རྟག་པ་ཟེར་བཏགས་ནས། བརྗོད་པ་ཆོས་ཅན་ཟེར་བ་རེད། རྣམ་གྲངས་ཡིན་གྱི་ཐ་དད་མིན་ཟེར་ན།

མིང་གི་རྣམ་གྲངས་བརྗོད་མཁན་གྱི་ཆགས་འགྲོ་གི་རེད་ཡིན་སྲིད་གི་རེད་བྱས་ན་གཅིག་ལ་དུ་མར་བཏགས་ན་ཡང་ཟེར་ནས་ཆོས་ཅན། རྣམ་གྲངས་ཡིན་གྱི་ཐ་དད་མིན་ཟེར་ནས་ཐལ་བ། རྟགས་ཞུ་ལ་ཞལ་འགྱེད་ཞུ་ན། གཅིག་ལ་དུ་མར་བཏགས་ན་ཡང་སྟེ། དོན་བུམ་པ་གཅིག་ལ། མིང་བྱེད་པ། མིང། མི་བཏགས་པ་ཟེར། ནི་མང་པོ་བཏགས་ནས་བརྗོད་པ་ཆོས་ཅན་སྲིད་གི་རེད། རྣམ་གྲངས་ཡིན་གྱི་ཐ་དད་མིན་ཟེར་ན། གོ་རྒྱུ། ཐེག་པ། གོ་རྒྱུ་ཁག་ཁག་དེ་འདྲས་མེད་པ། ནི། མིང་གི་རྣམ་གྲངས། མིང་གི་རྣམ་གྲངས། བརྗོད་མཁན་ཡིན་པ་ཐག་ཡིན་པ་ཐག། ག་རེ་ཟེར་ན། བུམ་པ་འབྱེད་པ་ཞེས། བུམ་པ་བྱེད། བུམ་པ་བྱེད་པ་ཞེས་པའི་མིང་དེ། བུམ་པ་མི་རྟག་པ་བརྗོད་པ་རེད། བུམ་པ་མི་རྟག་པ་ཞེས་པའི་མིང་དེ་བུམ་པ་དེ་ནས་བྱེད་པ་བརྗོད་པ་རེད་ཟེར་བ་རེད་དེ་རྣམ་གྲངས་ཆགས་འགྲོ་གི་རེད་ཟེར་བ་རེད། དེ་ནས་རྩ་བ་བཤད་འགྲེལ་པ་ནི། དོན་ཁྱད་པར་མེད་པ་ལ་སྒྲ་དང་ངེས་པ་ཇི་སྙེད་པ་གཅིག་གིས་བརྗོད་ཀྱང་ཟེར་ན་ཆོས་ཅན། དེ་ཉིད་ལས་མ་འདས་པས་ཟེར་ན་རྟག། མིང་གི་རྣམ་གྲངས་ཁོ་ནར་གྱུར་ཡུལ་ཐ་དད་ཀྱི་མིང་དང་ཐ་སྙད་ཐོབ་པ་མི་སྲིད་ཟེར་ན་ཐལ་བ་རེད། དེ་ནས། དོན་ཁྱད་པར་མེད་པ་ལ་སྒྲ་དང་ངེས་པ་ཇི་སྙེད་གཅིག་གིས་བརྗོད་པ་གཅིག་གིས་བརྗོད་ཀྱང་སྟེ། དེ་ནས་གཅིག་གིས་གཅིག་གིས་བརྗོད་ཀྱང་སྟེ་ཟེར་བ་ལ་དེ་ནི། དོན་བུམ་པ་ལྟ་བུ་གཅིག་ལ་མིང། ཁ་ཁ། བྱས་པ་མི་རྟག་པ་ཟེར་ན་མང་པོ་བརྟགས་ནས་བརྗོད་པ་ཆོས་ཅན་ཟེར་བ་རེད། མིང་གི་རྣམ་གྲངས་ཁོ་ནར་གྱུར་གྱི། ཐ་དད་ཀྱི་མིང་དང་ཐ་སྙད་ཐོབ་པ་མི་སྲིད་དེ་མི་སྲིད་དེ་སྟེ། གོ་རྒྱུ་ཁ་ཁ་གང་ཡང་མེད་པར། མིང་གི་རྣམ་གྲངས་རྐྱང་རྐྱང་བརྗོད་ཀྱིན་ཡིན་པར་ཐལ་སྲིད་པ་རེད། རྒྱུ་མཚན་ཁ་དེ་ཉིད་ལས་མ་འདས་པས་ཏེ། དེ་ནི། བུམ་པ་འབྱེད་པ་ཞེས་པའི་མིང་དེ་བུམ་པ་མི་རྟག་པ་བརྗོད་པ་རེད། བུམ་པ་མི་རྟག་པ་ཞེས་པའི་མིང་དེ་བུམ་པ་བརྗོད་པ་ཡིན་པའི་ཕྱིར་སྲིད་པ་རེད། ཨ་དེ་འདྲ་ཡིན་དུས་དེའང་རྣམ་འགྲེལ་ལས་གཟིགས་པ་རེད། གཞན་དུ་དངོས་པོ་གཅིག་པུ་ལ་སྒྲ་མི་བློ་གཅིག་གིས་ཁྱབ་ན་བར་དུ་དོན་དག་གཅིག་རེད། ཡུལ་ཅན་མེད་པ་དེའི་ཕྱིར་ཟེར་དོན་དག་གཅིག་རྣམ་གྲངས་པ་ཉིད་ཉིད་དུ་གྱུར་རོ་དོན་དག་གཅིག་རེད། ཨ་ནི། གཞན་དུ་དངོས་པོ་གཅིག་པུ་ལ་སྒྲ་མི་བློ་གཅིག་གིས་ཁྱབ་ན་སྟེ། དེ་ནི། སྒྲ་དང་རྣམ་རྟོག་གཉིས་ཀྱི་ཡུལ་བུམ་པ་གཅིག་རང་གཅིག་ཡིན་ཟེར་བ་ཡིན་ན་ས་མིང་ཁ་ཁ་རེད་མ་གཏོགས་གཞན་དུ་དངོས་པོ་གཅིག་པུ་ལ་སྒྲའམ་བློ་གཅིག་གིས་ཁྱབ་ན་དེ་ཨེ་ནི་མིང་ཁ་ཁ་རང་རེད་མིང་ཁ་ཁ་ཙམ་རེད་མ་གཏོགས་སྒྲ་དང་རྟོག་པའི་ཡུལ་དེ་བུམ་པ་རང་མཚན་ད་ག་རང་ཡིན་ཟེར་བྱུང་ན་ཡུལ་གཞན་མེད་པ་དེའི་ཕྱིར་ཡུལ་གཞན་མེད་པ་དེའི་ཕྱིར་ཟེར་དུས་དེ་ནི་དེའི་ཁ་གསོ་རེད་ཡུལ་གཞན་ཡུལ་གཞན་མེད་པར་དེའི་ཕྱིར་ཟེར་ན་ཨེ་ནི།

སྒྲ་བྱས་པར་མཛད་མཁན་གྱི་རྣམ་རྟོག་དང། གུར་གཅིག་བཅས། སྒྲ་མི་རྟག་པར་བརྗོད་མཁན་གྱི་སྒྲ་དང་སྒྲ་མི་རྟག་པར་མཛད་མཁན་གྱི་རྣམ་རྟོག་སྟེ། ཁོ་ཚོ་གཉིས་ནི་ཡིན་སྲིད་པ་རེད། རྣམ་གྲངས་པ་ནི་ཉིད་དུ་གྱུར་ཟེར་ན་དེ་ནི། དོན་གཅིག། དོན་གཅིག་མིང་གི་རྣམ་གྲངས་ཡིན་མཁན་བརྗོད་མཁན་དང་དོན་གཅིག་མིང་གི་རྣམ་གྲངས་ཡིན་མཁན། ཡིན་པ་དེ་ཚོ་བསམ་མཁན་གཅིག་ཏུ་གྱུར་འགྲོ་གི་རེད་ཟེར་བ་རེད། དེ་ཡང་རྒྱུད་ཞུས་ན། གཞན་དུ་དངོས་པོ་གཅིག་པུ་ལ་སྒྲ་མི་བློ་གཅིག་གིས་ཁྱབ་ན་ཟེར་དུས། སྒྲ་དང་རྟོག་པ་གཉིས་ཀྱི་ཡུལ་དེ་མིང་ཁ་ཁ་རེ་མ་གཏོགས་དོན་གཅིག་པ་གཅིག་རྐྱང་རང་ཡིན་ཟེར་བ་ཡིན་ན་ཟེར་བར་ཡུལ་གཞན་མེད་པ་དེའི་ཕྱིར། དེ་ནི། སྒྲ་དང་རྟོག་པ་དེ་ཉིད་ཡིན་ཟེར་བར་ཡུལ་གཞན་མེད་པའི་དེའི་ཕྱིར། སྒྲ་དང་རྟོག་པ་དེ་ཉིད་རྣམ་གྲངས་པ་ཉིད་ཉིད་དུ་གྱུར་ཟེར་ན། དེ་ནི། གུ་རྒྱུ། ཁ་ཁ། མེད་པར། མིང་གི་རྣམ་གྲངས་ཡིན་མཁན་དེ་བརྗོད་མཁན་དང་མིང་གི་རྣམ་གྲངས་ཡིན་མཁན་དེ་བསམ་མཁན་གཅིག་ཏུ་གྱུར་རོ་ཟེར་གོ་རེད། འོ་དེ་ཤེས་སོང་རེད་དེ་ཡང་བསྒྱུར་ཞུ་ན། གཞན་དུ་དངོས་པོ་གཅིག་པོ་ལ་སྒྲ་བློ་གཅིག་གིས་ཁྱབ་ན་ཟེར་ན། སྒྲ་དང་རྟོག་པ་གཉིས་ཀྱི་ཡུལ་དེ། མིང་ཁ་ཁ་རེད་མ་གཏོགས། དོན་གཅིག་རང་གཅིག་ཡིན་ཟེར་བ་ཡིན་ན་ཟེར་བ་རེད། ཡུལ་གཞན་མེད་པ་དེའི་ཕྱིར་ཏེ། ཨ་ནི། སྒྲ་དང་རྟོག་པ་དེ་ཉིད་ཡིན་སྲིད་པ་རེད། རྣམ་གྲངས་པ་གཉིས་ཉིད་དུ་གྱུར་ཟེར་ན་དེ་ནི་དོན་གཅིག་ལ་མིང་གི་རྣམ་གྲངས་ཡིན་མཁན། དོན་གཅིག་ལ་མིང་གི་རྣམ་གྲངས་ཡིན་མཁན་དེ་ཚོ་བརྗོད་མཁན་དང་དོན་གཅིག་ལ་མིང་གི་རྣམ་གྲངས་ཡིན་མཁན་དེ་ཚོ་ཨ་ནི་བསམ་མཁན་ཉིད་དུ་གྱུར་སྲིད་པ་རེད་ཞེས་གསུངས་སོ། ད་འདིའི་བར་དུ་ཨ་ནི་རྩོད་པ་གསུམ་པ་དེ་རེད་གཉིས་པ་དེ་རེད་ད་གསུམ་པ་གསུམ་པ་ཡང་གཅིག་པ་གཅིག་རྐྱང་རེད། རྡོག་པས་ཅི་ན་བསད་པ་དང་འདི་ལ་ཡང་ཁོག་གི། དེ་ནས་མ་ཁྱབས་སུ་ལན་སྤྲད་པར་འདི་ལ་ཡང་འདི་ལ་ཡང་མ་ཁྱབས་སུ་ལན་སྤྲད་པ་རེད། རྡོག་པས་ཅི་ན་སྲ་བར་གྱུར་པ། རྡོག་པས་ཅི་ན་སྲ་བར་གྱུར་པ་ཟེར་དུས། དེ་ནས་ཁོས་འདི་ལ་བར་ད་འདི་རྡོག་པས་ཅི་ན་སྲ་བར་གྱུར་པ་ཟེར་དུས་ཁོས་འདི་ལ་གུ་ཡོད་རེད། ད། བུམ་པ་བྱེད་པ། ཞེས་བརྗོད་པའི་སྒྲ་དང། བུམ་པ་མི་རྟག་པ་ཞེས་བརྗོད་པའི་སྒྲ་གཉིས་པོ་དེ། དོན་གཅིག་མིང་གི་རྣམ་གྲངས་ཡིན་པ་དེ་ཚོ་བརྗོད་མཁན་དུ་ཆགས་ཀྱི་མ་རེད་བར་ཐག་ཁོས་ཀྱི་ཁོས་འདི་ལབ་དགོས་རོགས། འདི་ལ་འདི་བར་ཐག་ཡང་ན་ཤེས་ན། གསུམ་པ་འདོགས་པས་ཅི་ན་གསར་པ་ལ་གྱུར་པ་ལ། རྩོད་པ་འགོད་པ་དང་ལན་ཞེས་པ་གཉིས་བྱས། དང་པོ་རྩོད་པ་འགོད་པ་ནི་སི་ཀོ་རེད། དེ་ནི་རྩོད་པ་འགོད་དགོས་རྩིས་རེད་ད། དང་པོ་གསུམ་པ་འདོགས་པས་ཅི་རྗེས་ལ་ཧ་གོ་ཡོད་དགོས་རེད་གསུམ་པ་འདོགས་པས་ཅི་ན་གསར་པར་གྱུར་པ་ལ། གསུམ་པ་འདོགས་ཕལ་ཆེར་གསར་པར་གྱུར་པར་བཤད་པ་ལ་རྩོད་པ་འགོད་པ་དང་ལན་ཞིག་པ་གཉིས་ཡིན་དང་པོ་རྩོད་པ་འགོད་པ་ནི་ཡིན་སྲིད་པ་རེད་དེ་ཁོའི་རྩོད་པ་རེད། དོན་དངོས་དབྱེར་མེད་ཀྱི་གཅིག་ལ་བྱེད་པ་དང་མི་རྟག་པ་ལ་སོགས་སྒྲ་ཐ་དད་ཀྱིས་བརྗོད་ཀྱང། དེ་ནི་རྣམ་གྲངས་པས་མི་འགྱུར་བར་དུ་དོན་དག་གཅིག་རང་གཅིག་རེད་དེ། དོན་དངོས་དབྱེར་མེད་ཀྱི་གཅིག་ལ་བྱེད་པ་མི་རྟག་པ་ལ་སྒྲ་ཐ་དད་བརྗོད་ཀྱང་རྣམ་གྲངས་པས་མི་འགྱུར་ཏེ། དེ་ནི་བུམ་པ་བྱེད་པ་དང་བུམ་པ་མི་རྟག་པ། བརྗོད་པའི་སྒྲ་གཉིས་པོ་དེ། དོན་གཅིག་མིང་གི་རྣམ་གྲངས་ཡིན་པ་དེ་ཚོ་བརྗོད་མཁན་ཆགས་ཀྱི་མ་རེད་ཟེར་བ་རེད། དོན་ངོ་དབྱེར་མེད་ཀྱི་གཅིག་ལ་བྱེད་པ་དང་མི་རྟག་པ་ལ་སོགས་བ་སྒྲ་ཐ་དད་ཀྱིས་བརྗོད་ཀྱང་རྣམ་གྲངས་མི་འགྱུར་ཏེ་ཟེར་བ་རེད། བུམ་པ་བྱེད་པ་དང་བུམ་པ་མི་རྟག་པ་བརྗོད་མཁན་གྱི་སྒྲ་གཉིས་པོ་དེ། དོན་གཅིག་མིང་གི་རྣམ་གྲངས་ཡིན་པར་བརྗོད་མཁན་གྱི་སྒྲ་སྒྲ་དང་རྟོགས་པར་བྱ་གི་མ་རེད་ཟེར་བར་བྱ་གི་མ་རེད། རྒྱུ་མཚན་ག་རེད་ཟེར་ན། དེ་རྒྱུ་མཚན་འདི་ཞེས་པར་རྒྱུ་མཚན་དེ་དེ་ནི་དེ་དག་ལྡོག་པ་ཐ་དད་པའི་ཕྱིར་ཟེར་ན་བྱས་པ་དང་མི་རྟག་པ་གཉིས་ལྡོག་པ་ཐ་དད་རེད་ཟེར་ན་ཟེར་བར་ད་ཡང་བརྗོད་ཞུས་ན། དོན་ངོ་དབྱེར་མེད་ཀྱི་གཅིག་ལ་བྱས་པ་དང་མི་རྟག་པ་ལ་སོགས་ལྡོག་པ་ཐ་དད་ཀྱིས་བརྗོད་ཀྱང་རྣམ་གྲངས་པར་མི་འགྱུར་ཏེ། དོན་དག་གཅིག་རེད་དེ་ག་ལ་དགོས་རེད་ཟེར་ན།

བུམ་པ་བྱེད་པ་ཞེས་བརྗོད་མཁན་གྱི་སྒྲ་དང། དེ་ནས་བུམ་པ་མི་རྟག་ཞེས་བརྗོད་མཁན་གྱི་སྒྲ་གཉིས་པོ་སྟེ། དེ་ནི། དེ་ནི་དོན་དག་དོན་དག་དེ་ནི་ཁ་ཁ་ཡོད་པ་བརྗོད་མཁན་གཅིག་ཏུ་བཟོ་ཡ་གི་ཐབས་ལ་ལྡོག་པ་ཐ་དད་སྐད་ཀྱིས་བཤད་པ་རེད་དེ་ཤེས་ན། གསལ་བར་གྱུར་བ་དེ་སྒྲ་ཡི་དངོས་ཡུལ་ཏེ་དངོས་མེད་ཆགས་པ་སོང་དངོས་མེད་ཆགས་པར་མ་གཏོགས་དངོས་པོ་མ་རེད་ཟེར་ཆགས་དེ་གཞི་ནས་དེ་ལྡོག་པས་དེ་ལྡོག་པས་འཇལ་ན་སང་ལྡོག་པས་འཇལ་ན་ཟེར་དུས། བུམ་པ་ཞེས་བརྗོད་པའི་སྒྲ་དང། བུམ་པ་བྱེད་པ་ཞེས་བརྗོད་པའི་སྒྲ་དང། བུམ་པ་མི་རྟག་ཞེས་བརྗོད་པའི་སྒྲ་གཉིས་པོ་ལ། གོ་རྒྱུ་ཁ་ཁ་ཡོད་རེད། གོ་རྒྱུ་ཁ་ཁ་ཡོད་པའི་རྒྱུ་མཚན་ག་རེ་རེད་ཟེར་ན། ཁོ་གཉིས་ཀྱི་ཡུལ་དེ། བྱེད་པ་མི་རྟག་པ་ལྡོག་པ་ཁ་བྱེད་པ་མི་རྟག་པ་ལྡོག་པ་ཁ་ཁ་རེད་ཟེར་བ་ཡིན་ན། སེལ་བར་འགྱུར། དེ་ནི་གཞི་ནི། དེ་ནི་སྒྲགས་ཀྱི་དངོས་ཡུལ་ཏེ། དེ་ནི། དངོས་མེད་རྣམ་རྟོག་གི་དངོས་ཡུལ་དེ་དངོས་མེད་ཆ་ཚང་བ་རེད་ཟེར་བཤད་རྒྱུ་ཡིན་པ་ལ་སིག་པར་འདི་ལ་དགོས་རེད། འདོགས་པས་འཇལ་ན་ད་འདི་བཤད་རྒྱུ་ཡིན་པ་ད་འདོགས་པས་འཇལ་ན་གསར་པར་གྱུར་པ་ཟེར་ད་ཁོས་ཀྱི་འདོགས་པས་ཁོས་འདོགས་པས་འཇལ་གྱི་རེད་འདོགས་འཇལ་ཟེར་དེ་ཁ་ཁ་རེད་སིག་པ་རེད་ད་འདི་འཇལ་ཟེར་དེ། བུམ་པ་བྱེད་པ་ཞེས་བརྗོད་པའི་སྒྲ་དང་བུམ་པ་མི་རྟག་པ་ཞེས་བརྗོད་པའི་སྒྲ་གཉིས་པོ་དེ། ཀྱི། ཨེ་ནས། རྗེས་ཟེར་ན་གོ་རྒྱུ་ཁ་ཁ་ཡོད་རེད་ཡེ་ཟེར་གོ་རྒྱུ་ཁ་ཁ་ཡོད་རེད། གོ་རྒྱུ་ཁ་ཁ་ཡོད་པའི་རྒྱུ་མཚན་ག་རེ་རེད་ཟེར་ན། བུམ་པ་བྱས་པ་ཞེས་བརྗོད་པའི་སྒྲ་ཡི་ཡུལ་དང། བུམ་པ་དེ་ནས་མི་རྟག་པ་ཞེས་པའི་སྒྲ་ཡི་ཡུལ་གཉིས་པོ་དེ་ལ་དེ་ནས་བྱས་པ་དང་མི་རྟག་པ་འདོགས་པ་ཁ་ཁ་ཡོད་རེད། དེ་ཡིན་དུས་ག་ལ།

བཟློག་པ་ཐ་དད་ཡོད་པའི་རྒྱུ་མཚན་གྱིས་ནི་མིང་གི་རྣམ་གྲངས་བརྗོད་མཁན་མ་རེད་ལབ་ཀྱི་ཡོད་པ་ཡིན་ན་གསལ་བར་གྱུར་པ་དེ་ནི་དངོས་ཡུལ་དེ་དངོས་མེད་རེད་ཟེར་ཆགས་ཀྱི་ཡོད་དེ་བཤད་པ་ལ་རྩོད་པ་འགོད་ལན་ཞེས་པ་གཉིས་ལས་དང་པོ་རྩོད་པ་འགོད་པ་རེད་དེ་ནི་དོན་ངོ་བོ་དབྱེར་མེད་ཅིག་ལ་བྱེད་པ་དང་མི་དག་སྒྲ་ཐ་དད་ཀྱིས་བརྗོད་ཀྱང་རྣམ་གྲངས་པར་མི་འགྱུར་ཏེ་བར་དུ་དོན་དག་ཅིག་རེད་སྡོམ་ག་རེད་ཟེར་ན། བུམ་པ་བྱེད་པ་ཞེས་བརྗོད་པའི་སྒྲ་དང། བུམ་པ་མི་རྟག་ཞེས་བརྗོད་པའི་སྒྲ་གཉིས་པོ། དོན་གཅིག་མིང་གི་རྣམ་གྲངས་ཡིན་མཁན་དེ་ཚོ་བརྗོད་མཁན་དུ་ཆགས་ཀྱི་མ་རེད། རྒྱུ་མཚན་ག་རེད་ཟེར་ན། ཁོ་གཉིས་ཀྱིས་དངོས་ཡོད་བྱས་པ་དང་མི་དག་གཉིས་པོ་དེ་འདོགས་པ་ཐ་དད་རེད་ཟེར་བཅུག་ན་ཟེར་བ་རེད། དེ་དག་འདོགས་པ་ཐ་དད་པའི་ཕྱིར། ཁོ་གཉིས་ཀྱིས་དངོས་ཡོད་དེ་བྱས་པ་མི་དག་གཉིས་པོ་རེད་དེ་གཉིས་འདོགས་པ་ཐ་དད་རེད་ཟེར་བཅུག་ན་ཟེར་བཅུག་ན་ཟེར་བ་རེད་ད་རྩོད་པ་རེད། ད་ལན་བཤད་པ་ལ་རྩ་བ་འགྲེལ་བ་གཉིས་ལས་དང་པོ། དེ་ག་རེ་རྩོད་རྩ་བ། ལྡོག་པས་རྗེས་ན་གསལ་བ་ལ་དངོས་པོའི་མིག་གིས་བརྟགས་པར་ཐལ། དེ་ལ་སྣང་བ་རློམ་པར་འཁྲུལ་བར་དུ་འབྱུང་བ་རེད། ད། འདིར་བ། ཁ་སོ་རེ། རྩ་བ་བཞི་དང་ལྡོག་པས། ལྡོག་པས་རྗེས་ན་གསལ། ལྡོག་པས་རྗེས་ན་གསལ་དུས་དེར་བ། དེ་འདི་དོན་དག་འདྲ་བ་འདི་རེད་ཁ་སོ་རེ། འདི། བྱེད་པ་དང་མི་རྟག་པ་གཉིས་ལྡོག་པ་ཐ་དད་ཡིན་པའི་རྒྱུ་མཚན་གྱིས། བྱེད་པ་བརྗོད་པའི་སྒྲ་དང། མི་རྟག་པ་བརྗོད་པའི་སྒྲ་གཉིས། དོན་གཅིག་མིག་གི་རྣམ་གྲངས་བརྗོད་མཁན་དུ་མི་འགྱུར་ཟེར་ན་ཁྱེད་རང་ལབ་པ་ཡིན། ད་འདོགས་པས་འབྱེད་ན། གང་གི་ཟབ་ཆོས་རྣམས་ལ་འདོགས་པས་འབྱེད་ན་གོ་རྒྱུ་འདི་རེད། འདོགས་པས་འབྱེད་ན་ཟེར་ན། བྱེད་པ་དང་མི་རྟག་པ་གཉིས་པོ་དེ། འདོགས་པ་ཐ་དད་ཡིན་པའི་རྒྱུ་མཚན་གྱིས། བྱེད་པ་བརྗོད་པའི་སྒྲ་དང་མི་རྟག་པ་བརྗོད་པའི་སྒྲ་གཉིས་པོ། དོན་གཅིག་མིག་གི་རྣམ་གྲངས་བརྗོད་མཁན་དུ།

དེ་ལ་སྣང་བ་རློམ་པར་འཁྲུལ་ཟེར་གཉིས་པ་ལ་རྒྱབ། གསལ་བ་ལ་དངོས་པོའི་མིང་གིས་བཏགས་པར་གསུམ་པར་བཤད་ནས་ལྡོག་པའི་རྗེས་གནང་ཟེར་ན། བྱེད་པ་དང་མི་རྟག་གཉིས་པོ་ལྡོག་པ་ཐ་དད་ཡིན་པའི་རྒྱུ་མཚན་གྱིས། བྱེད་པ་བརྗོད་པའི་སྒྲ་དང་མི་རྟག་པ་བརྗོད་པའི་སྒྲ་གཉིས་པོ། དུས་གཅིག་མིང་གི་རྣམ་གྲངས་བརྗོད་མཁན་མ་རེད་ཟེར་ལབ་པ་ཡིན་ན་ཟེར་བ་རེད། དེ་ནི་དེ་ལ་སྣང་བ་རློམ་པར་འཁྲུལ། དེ་ལ་སྣང་བ་རློམ་པར་འཁྲུལ་ཏེ། ད་ག་རང་གིས་དེ་ད་ག་རང་གིས་སྒྲ་ཡི་དངོས་ཡུལ་དེ་དེ་ནི་དངོས་པོ་མ་ཡིན་པར་བསྟན་ཚར་བ་རེད་ཟེར་བ་རེད། བསྟན་ཚར་བ་རེད་ག་རེ་རེད་ཟེར་ན་གསར་པ་ལ་དངོས་པོའི་མིང་གིས་བཏགས་པར་ཟེར་ཟེར་ན་དངོས་མེད་ལ་དངོས་པོའི་མིང་གིས་བཏགས་བཞག་པ་ཙམ་རེད་འདུག་ཟེར་བ་རེད། དེ་ཡང་བསྐྱར་ཞུས་ན་འདོགས་པའི་རྗེས་ན་མཚམས་ཀྱི་བཅད་སྒོ་ར་འདོགས་པའི་རྗེས་ན་ཨ་ནི། དེའི་རྗེས་ལ་དེ་ལ་སྣང་བར་རློམ་པར་འཁྲུལ། དེའི་རྗེས་ལ་སྲ་བ་ལ་དངོས་པོའི་མིང་གིས་བཏགས་པར་ཟད་ཅེས་བྱ་བ་ད་འདོགས་པའི་རྗེས་ན་ཟེར་ཏེ། ཨེ་ནི་བྱེད་པ་དང་མི་རྟག་གཉིས་པོ་དེ་འདོགས་པ་ཁ་ཁ་ཡིན་པའི་རྒྱུ་མཚན་གྱིས། བྱེད་པ་བརྗོད་པའི་སྒྲ་དང་མི་རྟག་པ་ཞེས་བརྗོད་པའི་སྒྲ་གཉིས་དོན་གཅིག་མིང་གི་རྣམ་གྲངས་ཡིན་པ་དེ་ཚོ་བརྗོད་མཁན་ཆགས་ཀྱི་མ་རེད་ལབ་བྱུང་ན་ཟེར་བ་རེད། དེ་ལ་སྣང་བ་རློམ་པ་འཁྲུལ་ད་གར་ལབ་པ་ད་གར་རང་གི་སྒྲ་ཡི་དངོས་ཡུལ་དེ་དངོས་པོ་མ་ཡིན་པ་བསྟན་ཚར་བ་རེད་ཟེར་བ་དེ་ཡིན་དུས་གསལ་བ་ལ་དངོས་པོའི་མིང་གིས་བཏགས་པར་ཟད་ཁྱེད་རང་ཡིན་རྒྱུ་དངོས་མེད་རང་ཡིན་པ་ད་དངོས་པོ་མིང་གིས་བཏགས་བཞག་པ་ཙམ་རེད་འདུག་ཟེར་བ་དེ་རྩ་བ་ཤེས་དང་འབྲེལ་བ། དོན་གཅིག་ལ་ལྡོག་པ་ཐ་དད་པས་དོན་གཅིག་ལ་ལྡོག་པ་ཐ་དད་པས་ཟེར་བ་དེ་ཉིད་ཀྱིས། གཞན་གསེར་དུ་གྲུབ་བོ་ཟེར་བ་ལྟར་དོན་གཅིག་ལ་འདོགས་པ་ཐ་དད་པའི་ཟེར་བ་དེ་ཉིད་ཀྱིས་ཏེ། ཡང་ན་བྱེད་པ་དང་མི་དག་གཉིས་འདོགས་པ་ཐ་དད་ཡིན་པའི་རྒྱུ་མཚན་གྱིས། སྒྲ་གཉིས་པོ་མིང་གི་རྣམ་གྲངས་བརྗོད་མཁན་མ་རེག་ཟེར་བ་དག་རང་གིས་གཞན་གསེར་དུ་གྲུབ་བོ་ཟེར་སྒྲ་ཡི་དངོས་ཡུལ་ཏེ་དངོས་མེད་ཡིན་པར་ད་བསྒྲུབ་ཚར་བ་རེད་ཟེར་བ་རེད། དེ་དེ་ཡིན་དུས་ད་དེ་རེད་དེ་ག་སོ་རན།

འདོགས་པ་ལ་མིང་འདོགས་ན་རྟོག་གེ། འདོགས་པ་འདོགས་པ་ལ་རྣ་བར་འདོགས་པ་ནི་རྟོག་གེ་མ་ཤེས་པས་རྟོག་གེའི་ཐ་སྙད་མི་ཤེས་པར་ཟད་དོ་ཟེར་ན། དེ་ནི། སྒྲ་རྟོག་གི་ཡུལ་སྤྱི་ལ། མངོན་སུམ་གྱི་མིང་བཏགས་མིང་བཏགས་ཀྱི་ཡོད་པ་ཡིན་ན། དེ་ནི། ཚད་མས་ཚད་མ་ཤེས་པའི་སྐབས་ཀྱི་མིང་བཏགས་སྟངས་དེ་ཚོ་རྩ་བར་མ་ཤེས་པའི་རྟགས་རེད་ཟེར་དགོས་རེད། འདོགས་པ་ལ་རྣ་བར་མིང་འདོགས་པ་ནི་རྟོག་གེའི་ཐ་སྙད་མི་ཤེས་པར་ཟད་དོ་ཟེར་དུས། རྣམ་རྟོག་གི་དངོས་ཡུལ་སྤྱི་ལ། ཡང་ན་དངོས་པོའི་མིང་གིས་མིང་བཏགས་པ་ཡིན་ན། ཚེར་མ་གིས་ཚེར་མ་ཚེར་མའི་རྣམ་གཞག་ཤེས་པའི་སྐབས་སུ་མིང་བཏགས་སྟངས་རྩ་ན་མ་ཤེས་པའི་རྟགས་རེད་ཟེར་བ་རེད། འོ་རེད་ད་འདི་ཚོ་པ་ར་པ་ར་ལ་ང་ཚོ་སྐབས་དོན་དེ་སྣང་བ་དང་གསལ་བ་ཟེར་བ་ཀ་ལ་ད་ལྟ་གནས་སྐབས་ཞེ་དྲག་ཞེ་དྲག་ཁོ་ཡ་ཡོད་མ་རེད་འདི་ཚོ་དོན་དེ་ནི་ད་ལྟའི་སྐབས་སུ་བློ་ལ་འཇགས་མ་ཐུབ་ན་ཁྱད་པར་ཡོད་མ་རེད། ད་གོ་རྒྱུ་ངོ་མ་དེ་འདི་རེད་ད་སྣང་བ་ད་གསལ་བ་ཀྱེ། སྣང་བ་ཕྱིན་ཚར་བ་ད་གསལ་བ་འདི་རེད་འདི་ངེས་པར་དུ་འགོག་རེད། ཨ་ནི་གསུམ་པ་གཞན་སེལ་ལ་གསུམ་ལས་ཡོད་ས་གཞན་སེལ། ཨ་ནི་གཞན་སེལ་ཤེས་པ་ལ་རྩ་བའི་ས་བཅད་གསུམ་ཡོད་ཟེར་བ་རེད་མཚན་ཉིད་དེའི་རང་བཞིན་གཏན་ལ་ཕབ་པ་དེ་ལ་རྩོད་པ་སྤོང་བ་དང་གསུམ་ཡོད་པ་ལས། དང་པོ་མཚན་ཉིད་ཤེས་པ་རེད་དང་པོ་མཚན་ཉིད་ཤེས་པ་ནི་ཟེར་བ་རེད། ད་གཞན་སེལ་གྱི་མཚན་ཉིད་ཤེས་པ་རེད་འདི་ཡིན་ན་ཡང་གཞན་སེལ་མཚན་ཉིད་ཤེས་དུས

དེ་ཡིས་དངོས་བརྒལ། ཡུལ་དེ་དང་རིགས་མི་དངོས་བརྒལ་ཅེས་དངོས་བརྒལ་ཅེས་ནི་འཇུག་པ་ཟེར་ན། ནི། ཡུལ་དེ་ཡི། ཡུལ་དེ་དང་རིགས་ཡུལ་དེ། རིགས་མི་དོན་དེ་ཡིན་མ་བསམ་པར། ཡུལ་དེ་འཛིན་པ་ལ། ནི། གཞན་སེལ་ཡུལ་ཅན་ནི་སེལ་འཇུག་ཡིན་ཅེས་གསུངས་པ་རེད། གཞན་སེལ་ཡུལ་ཅན་ནི་སེལ་འཇུག་ཟེར་བ་རེད་སེལ་འཇུག། ཨེ་རེད་ད། དངོས་སྐལ་བཅས་ནས་འཇུག་པ་ནི་ཟེར་ན། དེ་ནི། ཡུལ། དེ་ཡི། ཡུལ། དེ། ཡུལ། ཁོ་རང་དང་རིགས་མི་མཐུན་པ་དེ་ཚོ། ཡིན། མ་བསམ་པར། ཡུལ་དེ་འཛིན་པ་ལ། དེ་ནི། སེལ་འཇུག་ཟེར་གི་རེད་ཟེར་གི་རེད། དཔེར་ན། དཔེར་ན་དཔེ་བཞག་པ་ཡིན་ན། ཤིང། དེ། ཤིང་མིན་ཡིན་མ་བསམ་པར། ཤིང་འཛིན་པ་ཡིན་ན། སེལ་འཇུག་ཆགས་འགྲོ་ཤིང་གི་སེལ་འཇུག་ཆགས་འགྲོ་བ་རེད། ད་གཞན་སེལ་ཡུལ་ཅན་ཡིན་པར་བཞེད་ཟེར་ན་སེལ་འཇུག་གི་མཚན་ཉིད་ཡིན་པར་བཞེད་ཟེར་བ་རེད། གཞན་སེལ་ཡུལ་ཅན་ཟེར་ན་སེལ་འཇུག་རེད། སེལ་འཇུག་ཤེས་པར་བ་ཡིན་པར་བཞེད་ཟེར་ན་འདི་སེལ་འཇུག་གི་མཚན་ཉིད་བསྟན་པའི་གཞུང་ཡིན་པར་བཞེད་ཀྱི་ཡོད་རེད་ཟེར་བ་རེད།

ཡང་ནི་ཤིང་གི་སེལ་འཇུག་གི་མཚན་ཉིད་རེད་ཟེར་བ་རེད་དེ་དེས་ན་ཤིང་ག་བ་དང་བུམ་པ་ལ་སྦྱར་ན་རིགས་བུམ་པའི་སེལ་འཇུག་སྟེ། དངོས་སྐལ་ཅི་ནས་འཇུག་པ་ནི་ཟེར་ན་བུམ་པ་དེ་བུ་མིན། ཡིན་སྙམ་དུ་མ་བསམ་པར། བུམ་པ་འཛིན་པ་དེ་ཡང་ནི་བུམ་པའི་སེལ་འཇུག་གི་མཚན་ཉིད་ཟེར་བ་རེད་ད་ཅེས་དེ་འགྲོ་བས་དེ་རྣམ་རྟོག་འགྲོ་དང་རུང་བ། ད་དངོས་སྐལ་འདི་ལ་དངོས་སྐལ་བཅས་འཇུག། འཇུག་ཟེར་ན་ལས་སླ་བོ་རེད་འཛིན་ཞེས་འཛིན་པ་དོན་དག་རེད་འཛིན་པའི་དོན་དག་རེད།

ཡུལ་དེ་ཡི་དངོས་དགུར་བསྐྱེད་ནས་ཡུལ་དེ་ཡི་དངོས་དགུར་བསྐྱེད་ནས་ཡུལ་དེ་འཛིན་པའི་བློ་དེ་སེལ་འཇུག་གི་མཚན་ཉིད་རེད་ཟེར་བར་ཁབ་ཏུ་བཤད་ན། ཡུལ་དེ་ཡི་དངོས་དགུལ་ཕར་བསྐྱེད་ནས་ཡུལ་དེའི་དངོས་དགུལ་ཟེར་ན་རིགས་མི་མཐུན་ཟེར་བུ་ར་ཡུལ་དེའི་དངོས་དགུལ་ཕར་བསྐྱེད་ནས་ཡུལ་དེ་འཛིན་ཡུལ་དེར་འཇུག་པ་ཡུལ་དེ་འཛིན་པའི་བློ་དེ་ནི་དེ་རེད་ཟེར་བ་སེལ་འཇུག་གི་མཚན་ཉིད། ད་ང་ཚོས། གོ་བདེ་པོ་བཟོས་ན་ཤིང་ལ་དཔེ་བྱས་བྱ་བ་ཡིན་ན་ཤིང་གི་སེམས་ཤུགས་ཀྱི་མཚན་ཉིད་ག་རེད་ཟེར་ན། ཤིང། དེ། དངོས་པོ་ཅན་པ་ལ་ཤིང་དེ། ཤིང་མིན། ཤིང་མིན་ཡིན་མ་བསམ་པར་ཟེར་བའི་དོན་དག་མ་བསམ་པར། འཇུག་པ། ཤིང་དེ་འཛིན་པའི་བློ་དེ། ཤིང་གི་སེམས་ཤུགས་ཀྱི་མཚན་ཉིད། ཡང་བུམ་པ་ལ་བྱས་པ་ཡིན་ན། བུམ་པ་དེ། བུམ་མིན་ཡིན་མ་བསམ་པར། བུམ་པ་ཁོ་རང་འཛིན་པ་ཡིན་ན།

ཡུལ་དེ་ཡུལ་དེ། ཡུལ་དེ་མ་ཡིན་པ་ཡིན་བསམ་པ་དེ། ཡིན་བསམ་པ་དེ་མེད་པའི་ཐོག་ནས་ནི་ཡུལ་དེ་སྣང་བ་དེ་ལ་དེ་ནི་གཞན་སེལ་ཟེར་གྱི་རེད། ད་གོ་བདེ་བོ་ཟེར་ན་དེ་ནི་དངོས་ཀྱི་རྣམ་རྟོག་གི་དངོས་ཡུལ་ལ་རིགས་མི་མཐུན་བཀག་ཙམ་དེ་ནི་གཞན་སེལ་ཟེར་གྱི་རེད། ད་གཞན་སེལ་གཞན་ག་རེ་རིགས་མི་མཐུན་པ་རེད།

ལྟར། དེ་གར་སོང་ནས། བུམ་མིན་རྣམ་པར་བཅད་ཙམ་སྟེ་བུམ་པའི་ཞེས་སའི་མཚན་ཉིད་ཞིག་འདུ་བ། བུམ་འཛིན། སྟོང་ངོར་ཟེར་ཏེ་དགེ་བཤེས་བྱས་ན་བུམ་འཛིན་སྟོང་ངོར་དགོས་པ་རེད་དེ་མེད་ན། བུམ་མིན་རྣམ་པར་བཅད་ཙམ་སྟེ་བུམ་མིན་རྣམ་པར་བཅད་ཙམ་སྟེ་བུམ་པའི་ཞེན་སེལ་ཟེར་དགོས། ལྟ། བུམ་མིན་རྣམ་པར་བཅད་ཙམ་སྟེ་བུམ་མིན་བུམ་པའི་ཞེན་སེལ་མཚན་ག་རེ་ག་རེ། བུམ་པ་དེ་བུམ་མིན་ཡིན་མ་བསམ་པ་ཙམ་སྟེ། བུམ་པའི་གཞན་སེལ། ཤིང་དེ་ཤིང་མིན་ཡིན་མ་བསམ་པ་ཙམ་དེ་ཤིང་གི་གཞན་སེལ། ཀ་བ་དེ་ཀ་བ་མ་ཡིན་པ་ཡིན་མ་བསམ་པ་ཙམ་དེ་ཀ་བའི་གཞན་སེལ་ཟེར་གྱི་རེད། མདོར་ན། དེ་ནི། ད་འདིར་ག་སོ། ཀ་བ་དེ་ཀ་བ་མ་ཡིན་པ་མ་ཡིན་བསམ་པ་ཙམ་དེ་ཀ་བའི་གཞན་སེལ་རེད། མདོར་ན་བློ་ལ་ཀ་བ་དེ་སྣང་ཡོང་དགོས་རེད། བློ་ལ་ཀ་བ་སྣང་ཡོང་དུས་ག་ལ། ཀ་བ་དེ་ཀ་བ་མ་ཡིན་པ་རེད་བསམ་ནས་བསམ་གྱི་ཡོད་མ་རེད། དེ་ཡིན་དུས་གང་ལ་དེ་དཀའ་བའི་ཞེན་སེམས་ཆགས་འགྲོ་བར་འདོད་ན། ད་ང་ཚོ་ཞེན་སེམས་ཟིན་ག་རེ་རེད་ཟེར་ན། དངོས་བསྐལ་རྣམ་པར་དཔྱད་ཙམ། དངོས་བསྐལ་རྣམ་པར་དཔྱད་ཙམ་དེ་ཞེན་སེལ་ཟིན་ཡི་རེད། དེ་ནས་རིགས་མི་མཐུན་བཀག་ཙམ་དེ་ཞེན་སེལ་ཟིན་ཡི་རེད། དཔེར་ན། བུམ་པའི་ཞེན་སེལ་དེ་ག་རེ་བུམ་པ་མ་ཡིན་པ་བཀག་ཙམ། དཀའ་བའི་ཞེན་སེལ་ག་རེ་དཀའ་བ་མ་ཡིན་པ་བཀག་ཙམ། དེ་ནས་ག་སོ་རེད་དེ་ནས། བུམ་པའི་གཞན་སེལ་ག་རེ་ས་བུམ་པ་མ་ཡིན་པ་བཀག་ཙམ་དེ་རེད་བ། ཨ་ནི་ཁང་པའི་གཞན་སེལ་དེ་ཁང་པ་མ་ཡིན་པ་བཀག་ཙམ་དེ་ཟེར་བ་རེད། ད། ཁང་པ་མ་ཡིན་པ་བཀག་ཙམ་ཟེར་བའི་གོ་བ་ག་རེ་རེད་ཟེར་དུས་གོ་ན། ཨ་ནི། ད་ཁང་པ་དེ་ཁང་པ། མ་ཡིན་པ། ཁང་པ་མ་ཡིན་པ་དེ་ཡིན་མ་བསམ་པ་ཙམ་ལ། ཨ་ནི། ཁང་པའི་གཞན་སེལ་ཟེར་བ་རེད། བུམ་པ་དེ་བུམ་པ་མ་ཡིན་པ་ཡིན་མ་བསམ་པ་ཙམ་ལ། བུམ་པའི་གཞན་སེལ། ཤིང་དེ་ཤིང་མ་ཡིན་པ་ཡིན་མ་བསམ་པ་ཙམ་ལ་ཡང་ནི་ཤིང་གི་གཞན་སེལ་ཟེར་གི་རེད་ཟེར་རོ་ད་གོ་ཡ་ངོ་མ་འདི་རེད་ང་ཚོ་འདི་ལ་སྐབས་ཐོག་ངེས་པར་དུ་གོ་དགོས་ཡ་འདྲ་བོ་དེ་དང་པོ་སེལ་འཇུག་གི་མཚན་ཉིད་གོ་དགོས་རེད། ཡང་ནི་དེ་གཉིས་ལ་གཞན་སེལ་མཚན་ཉིད་གོ་དགོས་རེད། འདི་གོང་ལ་རྩོད་པ་ད་དུང་གནས་སྐབས་མ་གོ་ན་ཡང་འགྲིག་གི་རེད་ཁྱད་པར་ག་ཡའོ་མ་རེད་དེ་ད་གོ་ཐག་ཆོད་འདི་གོ་དགོས་རེད་སེལ་འཇུག་གི་མཚན་ཉིད་ཕྱིས་ཤོག་ཟེར་ན། དངོས་གལ་དེ་ནས་དངོས་གལ་སྤྱད་ནས་དངོས་གལ་སྤྱད་ནས་འཇུག་པ་དེ། དངོས་པོར་སྐྱེས་ནས་འཇུག་པའི་བློ་དེ་སའི་རྒྱུ་གི་མཚན་ཉིད་ཡིན་ཟེར་གི་རེད་ད་དངོས་པོར་སྐྱེས་ནས་འཇུག་པའི་བློ་ཟེར་ན་དེ་ནི་ད། འདི་ག་ཟེར་དེ་ནི། ག་ཤིང་དེ། ཤིང་མིན་རེད། མ་ཚབ། དེ་ཤིང་དེ། ཤིང་དེ། དེ་ནི། ཤིང་དེ་ཤིང་མིན་རེད། མ་བསམ་པར། ཤིང་འཛིན་པའི། དང། ཤིང་འཛིན་པའི་བློ་དེ། ཤིང་གི་སེལ་འཇུག་གི་ཚིག་ཉིད་རེད། དེས་ན་ཤིང་རེ་བ་དང། དེ་འདྲའི་སྒྲོ་སྐུར་དང། དངོས་ཀུན་བཅད་ནས། དཔེར་ན། ཤིང་གི་དངོས་ཀུན་བཅད་ནས། ཤིང་གི་དངོས་ཀུན་བཅད་ནས། ཤིང་འཛིན་པའི་བློ་དེ། ཤིང་གི་སེལ་འཇུག་གི་ཚིག་ཉིད། ཨ་ནི། དང། འདྲ་སྟེ་ཁ་སོ་རས་བུམ། བུམ་པའི་དངོས་ཀུན་བཅད་ནས། བུམ་པ་འཛིན་པའི་བློ་དེ། བུམ་པའི་སེལ་འཇུག་གི་ཚིག་ཉིད། གོ་བ་འདྲ་བོ་ག་རེ་ཟེར་ན། དེ་ནི། འདི་གི་སེམས་བཅུ་གི་མཚན་ཉིད་ལ་གོ་བ་འདྲ་བོ་སྟེ། དཔེར་ན་དེར་བ་དང་པོ་བུམ་པའི་སེམས་བཅུ་གི་མཚན་ཉིད་བཤད་པ་ཡིན་ན། ཨ་ནི། བུམ་པའི་དངོས་ཀྱི་དཔྱད་ནས་བུམ་པ། བུམ་པ། བུམ་པ་འཇུག་པའི་བློ་དེ་འཇུག་བློ་དེ་བུམ་པའི་སེམས་བཅུ་གི་མཚན་ཉིད་ཟེར་གོ་བ་ག་རེ་ཟེར་ན། བུམ་པ་དེ་བུམ་པ་མ་ཡིན། མ་ཡིན་པ་དང་ཡིན་མ་བསམ་པར། བུམ་པ་འཛིན་པའི་བློ་དེ་བུམ་པའི་སེམས་བཅུ་གི་མཚན་ཉིད་རེད་ཟེར་བ་རེད། ད་དེ་རེད་ད་དེ་ནི་གཞན་སེལ་གོ་བོར་གཞན་སེལ་གཞན་གསལ་བ་གཞན་གསལ་བ་ཟེར་ན་གཞན་ནི་བཀག་ཙམ་སོར་གཞན་ནི་གཞན་རང་རེད་རིགས་མི་མཐུན་པ་དེ་རེད་སེལ་ཟེར་ན་བཀག་ཙམ་གཞན་བཀག་ཙམ་དེ་གཞན་སེལ་རེད་གཞན་གཞན་བཀག་ཙམ་དེ། རྣམ་རྟོག་གི་བློ་ལ་གཞན་བཀག་ཙམ་དེ་གཞན་སེལ་གྱི་ཚིག་ཡིན་ཟེར་བ་རེད་དེ་གཞན་དེ་རིགས་མི་མཐུན་པར་དངོས་འགལ་རེད་དངོས་འགལ་བཀག་ཙམ་དེ་ནི་གཞན་སེལ་གྱི་ཚིག་ཡིན་རིགས་མི་མཐུན་པའི་བཀག་ཙམ་དེ་གཞན་སེལ་ཚིག་ཡིན། གཞན་ས་ཙམ་སྟེ་གཞན་སེལ་མཚན་ཉིད་ཡིན་སྲིད་པ་རེད་ཨེ་ནི། བུམ་མིན་རྣམ་པར་བཅད་ཙམ། བུམ་མིན་བཀག་ཙམ། ཟེར། བུམ་མིན་བཀག་ཙམ་སྟེ་བུམ་པའི་གཞན་སེལ་མཚན་ཉིད་ཡིན་སྲིད་པ་རེད་ད་ཡིན་དུས། དེ་ནི་ག་སོ་རེད་དེ་ནི། བུམ་པ། མ་ཡིན་པ་དེ། ཡིན་མ་བསམ་པ་ཙམ་དེ་བུམ་པའི་གཞན་སེལ་གྱི་མཚན་ཉིད་ཡིན་སྲིད་རྒྱུ་རེད། ཀ་བ་མ་ཡིན་པ་དེ་ཡིན་མ་བསམ་པ་ཙམ་དེ། དེ་ནི་ཀ་བའི་གཞན་སེལ་གྱི་མཚན་ཉིད་ཡིན་ཟེར་གོ་བ་འདྲ་པོ་དེ། བུམ་པའི་གཞན་སེལ་གྱི་མཚན་ཉིད་ཕྱིས་ཤོག་ཟེར་ན། བུམ་མིན་བཀག་ཙམ་དེ་རེད། ད། མཚན་གཞི་བུམ་པའི་དོན་སྤྱི་དེ་རེད། མཚན་གཞི་བུམ། བུམ་པའི་གཞན་སེལ་གྱི་མཚན་གཞི་དེ་བུམ་པའི་དོན་སྤྱི་རེད། ཨེ། བུམ་པའི་གཞན་སེལ་མཚན་ཉིད་ག་རེད་ཟེར་ན། བུམ་མིན་བཀག་ཙམ་དེ་རེད། བུམ་མིན་བཀག་ཙམ་ཟེར་ན། དེ་ནི། བུམ་མིན་ཡིན་མ་བསམ་པ་ཙམ་དེ། དེ་ནི་བུམ་པའི་གཞན་སེལ་གྱི་མཚན་ཉིད་རེད་ཟེར་བ་རེད། ད་གཉིས་པ་དེའི་རང་བཞིན་ངེས་པར་བྱ་བ་ལ། ཨེ་ནི་སེལ་བའི་རྣམ་གཞག་དང་དེའི་རབ་ཏུ་དབྱེ་བ་གཉིས་ཡོད་པ་ལ་དང་པོ་སེལ་བའི་རྣམ་གཞག་བཤད་པ་ལ། དེ་ནས་གཉིས་ཡོད་རེད་གསར་པའི་རྣམ་བཤད་ཤེས་པ་ལ། ཡུལ་གྱི་གནས་ལུགས་དང་བློའི་འཛིན་སྟངས་གཉིས་ལས་དང་པོ་ཡུལ་གྱི་གནས་ལུགས་ནི་ཡིན་ཟེར། ད་ཡུལ་གྱི་གནས་ལུགས་ཤེས་པ་ལ་རྩ་བ་ཤེས་པ་དང་འབྲེལ་བ་ཤེས་པ་གཉིས་ཡོད་པའི་ནང་ནས་རྩ་བ། རྩ་བ་རེད་ད་དེ་ཁ་སེམས་ནང་ཤེས་ཡོན་འགྲོ་བའི་གནས་ལུགས་དང་ཁ་སེམས་དེ་ལ་གསུམ་ཡོད་རེད་བ། ཡུལ་གྱི་གནས་ལུགས་བློའི་འཛིན་སྟངས་བློ་མཐུན་མཐུན་པར་སྒྲུབ་པ་ཟེར་རེད། ད་འདིའི་སྐབས་ལ་བློ་མཐུན་མཐུན་པར་སྒྲུབ་པ་དེ་ལམ་སང་ཤེས་ཐུབ་དགོས་བ་མ་རེད་ཁ་ཤས་ལ་ཡོད་རེད་ད་ཚང་མ་ལ་མེད་པ་ཡིན་དུ་མ་ཤེས་པ་རེད། ཨ་ནི་རྩ་བ་ཤེས་པ་ནི་ཟེར་བའི་རྟ་རྣས་བཏགས་ཕྱིན་གསལ་བ་དངོས་ཡུལ་མེད། འཁྲུལ་པའི་འཇུག་ཡུལ་རང་མཚན་ཡིན་ཟེར་དེ་རེད། བཏགས་ཕྱིར་ཟེར་ན། མཚན་པ་གཅིག་རེད་གསལ་བ་དངོས་ཡུལ་ཟེར་ན་མཚན་པ་གཅིག་རེད་མེད་ཟེར་ན་མཚན་པ་གཅིག་རེད། ཨ་ནི། བཏགས་ཆོས་དོན་གསུམ་སྒྲིག་འགྲོ་དུས་གང་གསལ་བ་དངོས་ཡུལ་ཟེར་ཏེ། ཆོས་ཅན་རེད་མེད་ཟེར་དུས་དེ་ནི་ག་སུ་རེད། དེ་ནི་སྒྲུབ་ཆོས་རེད་བཏགས་ཕྱིར་ཟེར་ན་རྟགས་རེད། ད་དེ། རྟོགས་པའི་དངོས་ཡུལ། རྟོགས་པའི་དངོས་ཡུལ་གྱི་གནས་ལུགས་ཤེས་དགོས་ར་བ་རྟོགས་པའི་དངོས་ཡུལ་གྱི་གནས་ལུགས། དེ་ནས་གསལ་བ་དངོས་ཡུལ་ཏེ། རྣམ་རྟོག་གི་དངོས་ཡུལ་ཆོས་ཅན་ཟེར་དགོས་རེད། མེད་ཟེར་ན་དངོས་པོར་མེད་པ་ཡིན་ཏེ། རྟགས་ཕྱིར་ཟེར་ཁྱོད་གྲོ་རྟགས་ཡིན། གྲོ་རྟགས་ཡིན་པའི་ཕྱིར་ཟེར་ད་གྲོ་རྟགས་ཟེར་ན་རྣམ་རྟོག་གི་ཟོལ་འཇོག་ཡིན་པའི་ཕྱིར་ཟེར་དགོས་ར་བ། ཨ་ནི་གསལ་བ་དངོས་ཡུལ་ད་དེ་གནས་ལུགས་ངོ་མ་འདི་རེད་ད་འདྲ་དེ་ག་སོ་རེད། རྟོག་པའི་དངོས་ཡུལ་གྱི་གནས་ལུགས་ངོ་མ་དེ་དངོས་མེད་རེད་ཟེར་ན་དེ་ལ་གསལ་བ་དངོས་ཡུལ་ཟེར་ན། རྟོག་པའི་དངོས་ཡུལ་བརྗོད་ཅིང་མེད་ཟེར་ན་དངོས་པོར་མེད་པ་ཡིན་ཏེ་རྟག་ཕྱིར་ཟེར་ན་དྲོ་བདག་ཡིན་པའི་ཕྱིར། ཡང་ན་རྣམ་རྟོག་བཟོད་པའི་ཆོས་ཡིན་པའི་ཕྱིར་ཟེར་བ་རེད། འོ་དེས་དེ་ཤེས་པར་བ། ད་ཡིན་ན་ཡང། ཡིན་ན་ཡང། དེ་ནས་འཁྲུལ་པའི་འཇུག། ཡིན་ན་ཡང། སྣང། ཡིན་ན་ཡང། རྟོག་པའི་དངོས་ཡུལ་དེ་ལ་དོན་རང་མཚན་དུ་འཁྲུལ་ནས་འཇུག་སོང་ན། འཇུག། དེ་ནས། འཇུག་ཡུལ་དེ་རང་མཚན་རེད། འཇུག་ཡུལ་རང་མཚན་རེད་ཟེར་བ་རེད། ད་དེ། རྟོགས་པའི་དངོས་ཡུལ་དེ་དངོས་མེད་རེད། ད་དངོས་མེད་ལ་རང་མཚན་དུ་འཁྲུལ་ནས། འཇུག་སོང་ན། འཇུག་སོང་ན། དེ་ནས། འཇུག་ཡུལ་རང་མཚན། འཇུག་ཡུལ་རང་མཚན་དེ་ཐོབ་ཡ་ཡོད་རེད་ཟེར་བ་རེད། ད་བྱས་ཙང་འདི་རེད་བ། རྟགས་ཕྱི་ནས་གསལ་བ་དངོས་ཡུལ་མེད། ད་འདི་གནས་ལུགས་ངོ་མ་དེ་ཤེས་པར་བ། དེ་ནི། རྟོགས་པའི་དངོས་ཡུལ་གྱི་གནས་ལུགས་ངོ་མ་འདི་རེད་ཟེར་བ་རེད། གསལ་བ་དངོས་ཡུལ་ཟེར་ན་ཆོས་ཅན། མེད་ཟེར་ན་སྒྲུབ་ཆོས། རྟག་ཆད་ཟེར་ན་རྟག། ཨེ་ནས་གསལ་བ་དངོས་ཡུལ་ཏེ། རྟོགས་པའི་དངོས་ཡུལ་ཆོས་ཅན། མེད་ཟེར་ན་དངོས་པོར་མེད་པ་ཡིན་ཏེ། རྟག་ཕྱིར་ཟེར་ན་ཁྱོད་རྣམ་རྟོག་གིས་བཟོས་པའི་ཆོས་ཡིན་པའི་ཕྱིར་ཟེར་བ་རེད། དེ་རེད་ད་ཡིན་དུས་དེ་ནི་ལག་པ་འཇུ་རིན་ཞེ་དྲག་གེ་ཡོག་མ་རེད་ཟེར་བ་ཁོ་ཐག་རེད། ཡིན་ན་ཡང། འཁྲུལ་པའི་འཇུག་ཡུལ་རང་མཚན་སྟོབས་ཡིན་ན་ཡང། རྟོགས་པའི་དངོས་ཡུལ་གཅིག་དངོས་མེད་དེ་ལ་རང་མཚན་དུ་འཁྲུལ་ནས་བཞུགས་པ་ཡིན་ན། འཇུག་ཡུལ་རང་མཚན་འཇུག་ཡུལ་རང་མཚན་ཐོབ་ཀྱི་རེད། འཇུག་ཡུལ་རང་མཚན་ཐོབ་ཡས་ཡོད་རེད་ཟེར་བ་རེད། དེ་ཐོབ་ཡས་ཡོད་རེད་ཞེས་པ་རེད་དེ་གི་རྩ་བ་ཞེས་ད་འགྲེལ་བ། གཞན་སེལ་བཏགས་པ་ཡིན་གྱི་དོན་ལ་མ་གྲུབ་པས་པ་མཚམས་གཅིག་ཅེས། དངོས་ཡུལ་དངོས་ཀྱི་ཡུལ་མཚམས་བཅད་ཅེས་མེད་ལ་མཚམས་བཅད་དེ། འདི་བར་དུ་དེ་ནི་རྟག་ཕྱིར་གསལ་བ་དངོས་ཡུལ་མེད་ཞེས་པའི་འགྲེལ་བ་རེད། དེ་ནི་འདི་ཧོ་མན་ཆད་དེ་དག་འཁྲུལ་ནས་འཇུག་པ་ན་ཐོབ་པའི་ཡུལ་རང་མཚན་ནི་ཡིན་ནོ་ཟེར་མན་ཆད་དེ་འཁྲུལ་བའི་འཇུག་ཡུལ་རང་མཚན་ཞེས་པའི་འགྲེལ་བ་རེད། ད་དེ་ཡིན་དུས་གཞན་སེལ་རྟག་པ་ཡིན་གྱི་དོན་ལ་མ་གྲུབ་པས་རྟག་རེད། རྟག་ཕྱིར་གསལ་བའི་འགྲེལ་བ་རེད། དེ་ནི་ག་ཟུག་རེད། དངུལ་གྱི་ཡུལ་ཟེར་དུས་གསར་པ་དངོས་ཡུལ་ཟེར་བའི་འབྲེལ་བ་རེད། དེ་ནི་མེད་ཟེར་དུས་མེད་པའི་མེད་ལག་ཟེར་མེད་པའི་འབྲེལ་བ་རེད་ད་ཡིན་དུས་དང་པོ་ང་ཚོ་བཤད་དུས་ད་ལྟག་ཆོད་དོན་སོགས་འགྲིག་པ་ནི་དངུལ་གྱི་ཡུལ་ཟེར་དང་པོར་བཤད། མེད་ལག་ཟེར་གཉིས་པར་བཤད་མེད་ཟེར་མེད་ཟེར་ཟེར་ཏེ། དེ་ནི་གཞན་སེལ་རྟག་པ་ཡིན་གྱི་དོན་ལ་མ་གྲུབ་པས་ཟེར་ཏེ་གསུམ་པ་ལས་བཤད་ནས་ད་དངུལ་གྱི་ཡུལ་ཏེ། རྣམ་རྟོག་གི་དངོས་ཡུལ་ལུས་བྱོས་ཅན་མེད་ཏེ། ངོ་བོར་མེད་པ་ཡིན་ཏེ། གཞན་སེལ་རྟག་པ་ཡིན་གྱི་དོན་ལ་མ་གྲུབ་པས་ཏེ། རྣམ་རྟོག་པས་བཟོས་པའི་ཆོས་ཡིན་པའི་ཕྱིར། སིག་བར་ཨོ་འདུག་སྤྲོས་རེད། ཨེ་ནི། རྟག་ཆད་ཀྱི་བསལ་བ་དངོས་ཡུལ་མེད་རྟག་དག་ཆགས་འགྲོ་བར་བྱེད། དེ་ཡིན་དུས་དངོས་ཀྱི་ཡུལ། དང་པོར་ཞེས། མེད་ཟེར་གཉིས་པར་བཤད། གཞན་སེལ་རྟག་པ་ཡིན་གྱི་དོན་ལ་མ་གྲུབ་པས་གསུམ་པར་བཤད་ནས། ད་དངོས་ཀྱི་ཡུལ་ཏེ། རྣམ་རྟོག་གི་དངོས་ཡུལ་ཆོས་ཅན་མེད་དེ། ངོ་བོར་མེད་པ་ཡིན་ཏེ། གཞན་སེལ་རྟག་པ་ཡི་དོན་ལ་མ་གྲུབ་པའི་ལྟས་རྣམ་རྟོག་གིས་བཟོས་པའི་ཆོས་ཡིན་པའི་ཆོས་ཡིན་པའི་ཕྱིར་སྲིད་པ་རེད། དེ་ཡིན་དུས་ག་ལ་དེ་ཡིན་དུས་ག་ལ་ད་ཁོ་རང་གནས་ལུགས་འདྲ་བོ་དེ་དེ་ནི་མ་འཁྲུལ་མ་འཁྲུལ་ན་མ་འཁྲུལ་ན་ཁོའི་གནས་ལུགས་འདྲ་བོ་དེ་དོན་གཅོད་ནུས་སྟོང་རེད་དེ་རེད། ད་ད་འཁྲུལ་ནས་ས་འཁྲུལ་ནས་ཡིན་ན་ཡང་རྣམ་རྟོག་གི་དངོས་ཡུལ་ད་འཁྲུལ་ནས་འཇུག་པ་ན་འཇུག་པ་ན་ས་ཡིན་ན་ཡང་རྣམ་རྟོག་གི་དངོས་ཡུལ་སྤྱི་དེ་ལ་དོན་རང་མཚན་དུ་འཁྲུལ་ནས་འཇུག་སོང་བ་ཡིན་ན། དེ་ནི་ཐོབ་པའི་ཡུལ་རང་མཚན་ཡིན། འཇུག་ཡུལ་དེ་རང་མཚན་རེད་ཟེར་ཐོབ་པའི་ཡུལ་རང་མཚན་འཇུག་ཡུལ་དེ་རང་མཚན་རང་རེད་ཟེར་བ་རེད་རང་མཚན་རེད་དེ་རང་མཚན་ཐོབ་གི་རེད་ཟེར་བ་རེད། འོ་ན་དེ་འདྲའི་རང་མཚན་དེ་ལ་ག་ཚོད་ཡོད་རེད་ཟེར་ན་གཉིས་ཡོད་རེད་ཟེར་བ་རེད། དོན་རང་མཚན་དེ་ཡང་དབྱེ་ན་གཉིས་ཡོད་རེད་ཟེར་བྱེད་པ་མི་དག་ལ་དོན་ལ་ཐ་དད་མེད་པར་གཅིག་ཏུ་གནས་ཟེར་ན་དེ་ནི་བྱེད་མི་དག་ལ་སོགས་ལྟར། ངོ་བོ་དབྱེར་མེད་ཀྱི་རྫས་སྤྱི་ཡི་འགལ་ཟླའི་འབྲེལ་དང། ཐ་དད་ཕན་ཚུན་འབྲེལ་བའམ་ཐ་ཐུར་ཉེས་པ་གནས་ཏེ་གཤེ་བ་དང་ཤུག་པ་ལ་སོགས་ལྟར། དེ་ནི་ཕན་ཚུན་རྩ་ནས་མ་འབྲེལ་པར་ཁ་ཁ་སོ་སོར་གནས་བདེ་མཁན་རྫས་ཐ་དད་གཉིས་ཡོད་རེད་ཟེར་འདོད་ན། དེ་ནི་ཐོབ་པའི་འཇུག་ཡུལ་རང་མཚན་དེ་ལ་དབྱེ་ན། རྫས་གཅིག་དང་རྫས་ཐ་དད་གང་རུང་ཡིན་པས་ཁྱབ་པ་རེད་ཟེར་འདོད་ད། ཐོབ་པའི་འཇུག་ཡུལ་རང་མཚན་དེ་ཡང་དབྱེ་ན། བྱེད་པ་དང་མི་དག་ལ་སོགས་པ་དོན་ལ་ཐ་དད་མེད་པ་གཅིག་ཉིད་དུ་གནས་ཏེ་རྫས་གཅིག། དང། ཐ་དད་ན་ཕན་ཚུན། འབྲེལ་བ་མེད་པར་ཐ་དད་ཉིད་དུ་གནས་ཏེ་རྫས་ཐ་དད་གཉིས་གང་རུང་ཡིན་པས་ཁྱབ་པ་རེད་ཟེར་བ་རེད། འོ་དེ་རེད་ད་འདི་ཤེས་པར་བ་འདི་ཤེས་པ་རེད་ད་དེ་ཡུལ་གྱི་གནས་ལུགས་དེར་ད་ང་ཚོ་དང་པོ་གཞན་སེལ་གྱི་མཚན་ཉིད་ཕྱི་བཞོ་ལབ་པ་ཡིན་ན། དེ་ནས། དངོས་སྐལ་བཅད་ཙམ་སྟེ་དངོས་སྐལ་བཅད་ཙམ། རིགས་མི་མཐུན་བཀག་ཙམ་སྟེ་གཞན་སེལ་གྱི་མཚན་ཉིད་རེད།

དཀའ་བ་མ་ཡིན་པ་དེ་ཡིན་མ་བསམ་པ་ཙམ་དེ། དེ་ནི། དཀའ་བའི་གཞན་སེལ་བའི་མཚན་ཉིད་ཡིན། དེ་ངེས་པར་དུ་བློ་ལ་འཆར་དགོས་རེ་བ་དེ་འཆར་དགོས་རེད། ད་དེ་ནི། ཡུལ་གྱི་གནས་ལུགས་ཟེར་དུས་གང་ན། ད། རྣམ་རྟོག་གི་དངོས་ཀྱི་གནས་ལུགས་འདྲ་བོ་དེ་ག་རེད་ཟེར་ན། དངོས་མེད་རེད་ཟེར་དགོས། དངོས་མེད་ཡིན་པའི་རྒྱུ་མཚན་ག་རེད་ཟེར་ན། རྣམ་རྟོག་གིས་བཟོས་པའི་ཆོས་རེད་ཟེར་དགོས་རེད། རྣམ་རྟོག་གིས་བཟོས་པའི་ཆོས་ཡིན་དུས་གོ་ལ་ཁོ་དངོས་མེད་རེད། དེ་ནི། དེ་ནི་བེད་སྤྱོད་འདྲ་བོ་རྩ་ན་མེད་མཁན་རེད་དེ། འཁྲུལ་ན་ཡང་འཇུག་ཡུལ་རང་མཚན་ཐོབ་ཡས་ཡོད་རེད་ཟེར་བ་རེད། དེ་འདྲའི་ཐོབ་ཡས་འཇུག་ཡུལ་རང་མཚན་དེ་ཡིན་ན་ཡང་ན་རྫས་གཅིག་ཡིན་པས་ཁྱབ་པ་རེད་ཡང་ན་རྫས་ཐ་དད་ཡིན་པས་ཁྱབ་པ་རེད་ཟེར་བ་རེད་འོ་འདི་ཤེས་པ་རེད། ད་འདིའི་རྗེས་ལ་དེ་ནས་ག་སོ་རེད། བློ་ཡི་འཛིན་སྟངས་ཤེས་དགོས་རེད་འདི་ཤེས་དགོས་རེད། འོ་ན། དམ་བཅས་པའི་ཕྱོགས་ཆོས་རྟགས་སོགས་གྱུར་པ་དང་རྟགས་མཇལ་འཕྲོ་མེད་པར་འགྱུར་རོ་ཞེས་མཇལ་དྲག་པས་མཆོད་པའི་སྐྱོན་ཇི་ལྟར་སྤང། ད་འོ་ན་སི་ཏུ། འོ་ན་སི་ཏུ་ཧ་གོ་སོང་སི་གོ་ར་བ། དོན་དངོས་པོའི་སྟེང་དུ་ཡོད་པའི་སྒྲ་བྱས་མི་རྟག་གསུམ་སྟེ་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པར་ཧ་གོ་སོང་སི་གོ་རེ་ད་དེ་རེ། འོ་ན་སི་འོ་ན་སི་ཏུ། དེ་ནི་ཧ་གོ་སོང་སི་གོ་ར་བ། དོན་གྱི་སྟེང་དུ་ཡོད་པའི་སྒྲ་བྱས་པ་མི་རྟག་གསུམ་སྟེ། ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པར་ངས་ཧ་གོ་སོང་ཟེར། དེ་ཧ་ཧ་གོ་བ་ཡིན་དུས། དེ་ནས། དེ་ནས། སྒྲ་ཆོས་ཅན་མི་རྟག་སྟེ་བྱས་པའི་ཕྱིར་ཞེས་པའི་རྟགས་དེ། གྲུབ་ཟིན་གྲུབ་པའི་མ་གྲུབ་པའི་རྟགས་རེད་ཤག་ཟེར་བའི་མུ་སྟེགས་བྱེ་བྲག་པའི་རྩོད་པ་སྐྱེ་དགོས་དེ་སྐྱོན་སྤོང་ག་འདྲ་བྱེད་ཀྱི་ཡིན་པ་ཟེར་བར། དམ་བཅས་པའི་ཕྱོགས་གཅིག་རྟགས་སུ་གྱུར་པ་སྟེ། སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་ཞེས་པའི་རྟགས་དེ། སྒྲུབ་ཟིན་སྒྲུབ་པའི་མ་སྒྲུབ་པའི་རྟགས་རེད་འདུག་ཟེར་ནས་མུ་སྟེགས་བྱེ་བྲག་པས་སྐྱོན་བརྗོད་བྱེད་དགོས་རེད་འདི་སྐྱོན་སྤོང་དེ་ག་འདྲ་བྱེད་ཀྱི་ཡིན་པ་ཟེར་བ་རེད། གཅིག་རེད་བ་ད་འོ་ན་ཟེར་དུས་དེ་ད། འཇུག་ཡུལ་རང་མཚན་གྱི་གནས་ལུགས་བཤད་པའི་སྐབས་སུ་རྫས་གཅིག་ཐ་དད་མ་གཏོགས་འགྲོ་ས་མེད། རྫས་གཅིག་ལ་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་རྐྱེན། དཔེར་ན་སྒྲ་ཡིས་བྱས་མི་རྟག་གསུམ་དུ་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པར་ང་ཚོས་ཧ་གོ་སོང་ཟེར་བ། ཧ་གོ་ན་ད་ཧ་གོ་བ་ཡིན་དུས། ཁྱེད་རང་ལ་ད་ང་ཚོས་སྐད་ཅིག་བྲི་གི་ཡིན་ཟེར་བ་ལས་དམ་བཅའི་ཕྱོགས་གཅིག་རྟགས་སུ་གྱུར་པ་སྟེ། སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་རེ་ཞིག་པའི་རྟགས་དེ། ནི་སྒྲུབ་སེམས་སྒྲུབ་པས་མ་གྲུབ་པ་རེད་འདུག་ཟེར་ནས་མུ་སྟེགས་བྱེ་བྲག་སྤེལ་གྱི་སྐྱོན་བརྗོད་བྱེད་དགོས་ར་འདི་སྐྱོན་སྤོང་ག་འདྲ་བྱེད་ཀྱི་ཡིན་པ་ཟེར་བ་རེད། འདིར་འདི་ལ་དམ་བཅའི་ཕྱོགས་གཅིག་རྟགས་སུ་གྱུར་བ་བྱེ་བྲག་པའི་བརྗོད་པའི་སྐྱོན་ཇི་ལྟར་སྤང། འདི་ལ་མཐའ་ཡི་ས་བཅུ་མེ་ལྟ་བུ་སྟེང་ཐམས་ཅད་ལ་སྦྱར་དགོས་རེད། ཨ་ནི་དམ་བཅའི་ཕྱོགས་གཅིག་རྟགས་སུ་གྱུར་བ། མུ་སྟེགས་བྱེ་བྲག་པའི་སྐྱོན་ཇི་ལྟར་སྤང། རྟགས་རྗེས་འགྲོ་མེད་པར་འགྱུར་རོ་ཞེས་བྱེ་བྲག་པའི་སྐྱོན་ཇི་ལྟར་སྤང། དེ་གཉིས་ལ་སྦྱར་དགོས་རེད། གར་སེམས་སྒྲ། བྱེད་མི་རྟག་གསུམ་སྟེ། དེ་ནི་དོན་དངོས་པོའི་སྟེང་དུ་རྫས་གཅིག་ཡིན་པ་ཡིན་ན། དེ་ནི། སྒྲ་མི་རྟག་པའི་སྒྲ་མི་རྟག་པའི་ཆ་ཤས་གཅིག་རྟགས་ལ་བཀོད་བཤད་པ་རེད། དེ་སྒྲ་མི་རྟག་པའི་ཆ་ཤས་ཀྱི་རྟགས་སུ་བཀོད་པ་ཡིན་དུས་སྒྲུབ་ཟིན་སྒྲུབ་པའི་མ་གྲུབ་པ་རེད་ཟེར་དགོས་རེད་ལྟ་འདུག་ན་དམ་བཅའི་ཕྱོགས་གཅིག་རྟགས་སུ་གྱུར་པ་སྟེ། སྒྲ་ཆོས་ཅན་མི་རྟག་སྟེ་བྱེད་པ་ཡིན་པའི་ཕྱིར་ཞེས་པའི་རྟགས་དེ། སྒྲུབ་ཟིན་མ་གྲུབ་པའི་རྟགས་རེད་འདུག་ཟེར་ནས་མུ་སྟེགས་བྱེད་གྲྭ་པས་སྐྱོན་བརྗོད་བྱེད་ཀྱི་འདུག་འདི་སྐྱོན་སྤོང་ག་འདྲ་ཅན་བྱེད་ཀྱི་ཡིན་པ་ཟེར་བ་རེད། ཅིག་བྱེད། ཅེས་ནི་བྱེད་རྟགས་འཇལ་སྒྲོན་མེད་པར་གྱུར་ཟེར་ན། དེ་ནི་ག་སོ་རེད། སྒྲ་བྱས་མི་རྟག་གསུམ་པོ་དེ་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་ན། རྟགས་བྱེད་པ་དེ། དེ་ནི། དཔེ་བུམ་པ་ལ་རྩ་ནས་ཡོད་ས་མ་རེད། ག་རེད་ཟེར་ན་སྒྲ་དང་ངོ་བོ་དབྱེར་མེད་རྫས་གཅིག་ཡིན་པ་སོ། རྟགས་འཇལ་སྒྲོན་མེད་པར་གྱུར་ཟེར་ན། དེ་ནི། སྒྲ་ཆོས་ཅན་མི་རྟག་དེ་བྱེད་པའི་ཆེད་དུ་དཔེར་ན་བུམ་པ་བཞིན་ནོ་ཞེས་པའི་སྐབས་སུ། བརྟག་བྱེད་པ་དེ་སྒྲ་དང་ངོ་བོ་དབྱེར་མེད་རྫས་གཅིག་ཡིན་ན། བུམ་པའི་སྟེང་དུ་འགྲོ་ཐུབ་ཀྱི་ཡོད་མ་རེད། བུམ་པའི་སྟེང་དུ་འགྲོ་མ་ཐུབ་པ་ཡིན་ན་དེ་འདྲའི་སྐབས་དེ་རྟགས་ཡང་དག་ག་འདྲ་བྱ་གི་རེད་ཟེར་ན་མུ་སྟེགས་བྱེད་དྲག་པོས་འཇུས་པའི་སྐྱོན་སྤོང་ཐུབ་ཐུབ་ཇི་ལྟར་སྤང་གི་ཡིན་ག་འདྲ་གྱིས་སྤང་གི་ཡིན་པ་ཟེར་བྱུང་ན་ཟེར་བ་རེད། འདིའི་ལན་ལ་ད་མུ་སྟེགས་བྱེད་དྲག་པ་འདིའི་ལན་ལ། ནི་བློའི་འཛིན་སྟངས་ཤེས་དགོས་ཡོད། དེ་རྣམ་རྟོག་གི་བློའི་འཛིན་སྟངས་ཤེས་དགོས་ཀྱི་རེད། རྣམ་རྟོག་བློའི་འཛིན་སྟངས་ཤེས་དགོས་ཀྱི་ཡོད་རེད་ཟེར་བ་རེད། རྣམ་རྟོག་བློའི་འཛིན་སྟངས་ཤེས་དགོས་པ་ཡིན་དུས་ཨ་ནི་རྣམ་རྟོག་བློའི་འཛིན་སྟངས་དེ་ཤེས་ནའང་ཟེར་བ་ལྟར་རྣམ་རྟོག་བློའི་འཛིན་སྟངས་ཤེས་ཤེས་པ་རེད་ཤེས་པ་ལ་དེ་ནས་དེའི་དབུ་གུར་ཤེས་པ་ལ་དེ་ནས་རྩ་བའི་གསར་བརྗེ་དེ་ནས་གཉིས་ཡིན་དགོས་རེད་རྩ་བ་དང་འབྲེལ་པ་གཉིས་དེ་ནས་དང་པོ་རྩ་བ་ཕྱེ་ནའང་ཟེར་རང་མཚན་གཅིག་དང་ཐ་དད་ལ་གསལ་བའི་འཛིན་སྟངས་མུ་ཞིག་གསལ་ཟེར་ན་དེ་ནས་དོན་དངོས་པོའི་སྟེང་དུ་རང་མཚན་ཡིན་ན་ཡང་ན་རྫས་གཅིག་ཡང་ན་རྫས་ཐ་དད་གང་རུང་ཡིན་པས་ཁྱབ་པ་རེད་དེ། གསལ་བའི་འཛིན་སྣང་མུ་བཞི་རྣམ་རྟོག་གི་བློ་ལ་འཛིན་སྟངས་ཁག་མ་འདྲ་བ་བཞི་ཡོད་རེད། རང་མཚན་གཅིག་དང་ཐ་དད་ལ། དོན་དངོས་པོའི་སྟེང་དུ་རང་མཚན་ཡིན་ན་ཡང་ན་རྫས་གཅིག་ཡིན་པའི་ཁྱད་པར་ཡང་ན་རྫས་ཐ་དད་ཡིན་པའི་ཁྱད་པར་རེད་དེ། གསལ་བའི་འཛིན་སྟངས་མུ་བཞི་ཟེར་ན། ཡིན་ན་ཡང་རྣམ་རྟོག་གི་བློའི་འཛིན་སྟངས་དེ་ལ་ཁག་མ་འདྲ་བ་བཞི་ཡོད་རེད།

དོན་དངོས་པོའི་སྟེང་དུ་ཡོད་པའི་རང་མཚན་ཡིན་ན་ཡང་ན་རྫས་གཅིག་ཡང་ན་རྫས་ཐ་དད་ཡིན་པས་ཁྱབ་ཀྱང་སྲིད་པ་རེད། རྟོག་པའི་གྲོགས་དང་ནི་རྣམ་རྟོག་གི་ཟོལ་ནི་རྣམ་རྟོག་གི་ཟོལ་ནི། དེ་ནི། ཟོལ་ནི། གཅིག་ལ་ཐ་དད་ཟེར་ན། དོན་དངོས་པོའི་རྫས་གཅིག་ལ་རྣམ་རྟོག་གི་བློ་ལ་ཐ་དད་དུ་སྣང་བ། དོན་དངོས་པོའི་སྟེང་དུ་ཐ་དད་ཡིན་མཁན་དེ་ཚོ་རྣམ་རྟོག་གི་བློ་ལ་གཅིག་ཏུ་སྣང་བ། དོན་དངོས་པོའི་དོན་དུ་གཅིག་ཡིན་མཁན་དེ་ཚོ་རྣམ་རྟོག་བློ་ལ་གཅིག་ཏུ་སྣང་བ། ཐ་དད་ལ་ཐ་དུ་འཛིན་པ་སྟེ་དོན་དངོས་པོའི་དོན་དུ་ཁ་ཁ་ཡིན་མཁན་དེ་ཚོ་རྣམ་རྟོག་གི་བློ་ལན་ཁ་ཁ་སྣང་བ། དེ་འདྲའི་མུ་ཤི་སྲིད་པ་ཡིན་ནོ་ཟེར་ན་དེ་འདྲའི་གི་འཛིན་སྟངས་ཁག་མ་འདྲ་བ་བཞི་ཡོད་པ་ལས་སྲིད་བ་རེད། གཅིག་ལ་ཐ་དད་དང་ཐ་དད་ལ་ཐ་དད་ནི་གོ་སླ་ལ་ཟེར་ན་དེ་ནི་གཅིག་ལ་གཅིག་ཏུ་སྣང་བ་དང། དོན་ལ་གཅིག་ཡིན་པ་རྣམ་རྟོག་ལ་གཅིག་ཏུ་སྣང་བ། དོན་ལ་ཐ་དད་ཡིན་པར་རྣམ་རྟོག་ལ་ཐ་དད་སྣང་བ་དེ་ཚོ་གོ་བདེ་པོ་རེད་ཟེར་བ་གོ་བདེ་བོ་འདི་དམིགས་བསལ་འགྲེལ་བ་དམིགས་བསལ་རྒྱག་དགོས་མ་རེད་ཟེར་བ་ལྡོག་པ་གཉིས་བཤད་དོ་ཟེར་རོ་དེ་ནི་ལྡོག་པ་གཉིས་འདི་རེད། གཅིག་ལ་ཐ་དད་དུ་སྣང་བ་ཐ་དད་ལ་གཅིག་ཏུ་སྣང་བ་དེ་ཚོ་གོ་ཁག་པོ་ཡོད་པ་ཡིན་དུས་ཨེ་ན་འདི་ད་ནི་བཤད་ཀྱི་ཡིན་ཞིབ་ཆ་བྱེད་ཀྱི་ཡིན་ཟེར་བ་རེད་དེ་ནི་སྒྲོ་འདོགས་པའི་རྒྱུ། སྒྲོ་འདོགས་པའི་བློའི་རྣམ་པ། སྒྲོ་འདོགས་པའི་དགོས་པ་དེ་འདྲས་གསུམ་གྱི་ཐོག་ནས་བཤད་ཀྱི་ཡིན་ཟེར་བ་རེད།